སྐྱབས་མགོན་རིན་པོ་ཆེ་གི་མཛད་རྣམ་ལེའུ་བཞི་པ། བོད་དང་ཁྱིམ་མཚེས་རྒྱ་ནག་སེལ་ཏེ་བོད་དེ་ཁྱིམ་མཚེས་རྒྱ་ནག་སེལ་སྐོར་ཕྱིན་པ་རེད་ད་དེ་ག་ལ་བརྒྱ་དང་གསུམ་ཟུར་དགོན་ཡོད་པའི་ནང་ནས་ངེས་པར་དུ་བརྒྱ་དང་ལྔ་བཅུ་བར་དུ་ཡོད་རེད་ཁྱེད་རང་ཚོ་དེ་ཀློག་ཨ་ཟེར་མང་ཆེ་གི་ཡག་པོ་དེ་བྲིས་ཡོད་རེད་ཕ་བོན་བོན་ཞེས་བྲིས་ཡོད་རེད་ཡིན་ནས་ཡང། ཡང་མ་ཀློག་པ་ཡིན་ན་ཡང་ད་ལྟ་འདི་གིན་པར་ངེས་པར་དུ་ཀློག་དེབ་ཀློག་རོགས་གནང། དེ་རིང་ཡང་ཀློག་དེབ་ཁ་ཕྱེ་རོགས་ན་དེ་རིང་གི་སློབ་ཚན་དེ་བརྒྱ་དང་ལྔ་བཅུ་ངག་གཅིག་ལ་ཡོད་རེད། སློབ་ཚན་གཅིག་པ་ཡིན་སློབ་ཚན་བཅུ་བཅུ་དགུ་པ་དང་རེད་མཛད་རྣམ་ལེའུ་བཙིར་བ་ན་མཛད་རྣམ་ལེའུ་ལྔ་པ་དེ་རེད་ཁ་སང་ཞུ་བ་ནང་བཞིན་མཛད་རྣམ་དེ་སྐྱབས་མགོན་རིན་པོ་ཆེ་མཛད་རྣམ་དེ་འཛིན་གྲྭ་དགུ་བ་ནས་འགོ་བཙུགས་ནས་བཅུ་གཉིས་རྫོགས་འགྲོ་བའི་སྐལ་བ་ལ་ལེའུ་ཚང་མ་རྫོགས་འགྲོ་བའི་བརྩོན་འགྲུས་ཁ་སང་འདི་འཛིན་ངོས་ཀྱི་ཡུལ་དུ་ངོས་ཀྱི་མི་མང་གི་ལེའུ་ཆ་ཚང་འཛིན་རིམ་ཚང་མ་འགྲུབ་འགྲོ་བའི་སྔོན་ནས་ཆར་ཡག་པོ་ཞིག་དབུལ་ཡོད་རེད། འཛིན་རིམ་དེ་ངེས་པར་དུ་སློབ་སྦྱོང་གནང་དགོས་རེད་ཁྱེད་རང་ཚོའི་ནང་ལ་སྐྱབས་མགོན་རིན་པོ་ཆེ་གི་རྒྱལ་རབས་ལོ་རྒྱུས་དང་གངས་ཅན་རྡོ་གདུབ་ནི་ཞི་བོ་གཅིག་སེར་བོ་ཞི་བོ་གཅིག་ཡོད་རེད། བྱས་ཙང་ངེས་པར་དུ། མཛད་རྣམ་ཀློག་དེབ་ཀློག་དེབ་དེ་ངེས་པར་དུ་ཡོད་པ་གནང་རོགས་གནང་དེ་རིང་གི་སློབ་ཚན་འགྲོ་ཡག་དེ་སློབ་ཚན་དེ་བརྒྱ་དང་ལྔ་བཅུ་ངག་གཅིག་ལ་ཡོད་རེད་སློབ་ཚན་བྱིས་པ་ཡིན་ན་སློབ་ཚན་བཅུ་དགུ་བ་རེད་མཛད་རྣམ་བྱིས་པ་ནི་མཛད་ལེའུ་ལྔ་པ་བཙན་འཛུལ་ཟེར་བོད་གཙང་ནང་ཚེ་ནའོ་རྫ་ཤོད་འཛུལ་ལ་བཙན་འཛུལ་ཟེར་ཏེ་བཙན་པོ་ཨོང་ཡོད་བྱས་ནས་ཨོང་ཞེས་ནས་ཨོང་ཤེད་བྱས་ནས་བོད་ནང་ལ་འཛུལ་ཡོང་བ་དེ་འཛུལ་བ་སམ་རྟ་ཁང་པ་ནང་འཛུལ་བ་ཟེར་ཅིང་ཨོང་དེ་ལ་བཙན་འཛུལ་ཟེར་ལབ་རེད་བཙན་པོ་ཨོང་ཡོད་བྱས་ནས་རྒྱ་ནག་བོད་ལ་ཨོང་ཤེད་བྱས་ནས་འཛུལ་ཡོང་བའི་གནས་ཚུལ་ཤེས་སྐྱང་པོ་རིན་པོ་ཆེ་གིས་མཛད་རྣམ་ལེའུ་འདི་ལྔ་པ་ན་གསུངས་པའི་གསུང་རྒྱུན། གསུང་རྒྱུ་ཡིན་པ་ལ་བརྟེན་ནས་ཕ་བས་མཛེ་རྣམ་གྱི་མིང་དེ་ལ་མཛེ་རྣམ་གྱི་མཚན་བྱང་དེ་ལ་བཙན་འཛུལ་ཞེས་བཏགས་པ་རེད། སུ་སུ་བཙན་པོ་བྱས་ནས་ཨོང་ཡོད་བྱས་འཛུལ་བ་རྒྱ་ནག་བོད་ལ་ག་བ་མཚོན་ན་བོད་ལ་འཛུལ་ཡོང་བ་རེད་ལབ་རེད། བཙན་པོས་ཨོང་ཡོད་བྱས་ནས་ཨོང་ཤད་བྱས་ནས་བོད་ལ་འཛུལ་ཡོང་བ་དེ་ནི་དེ་གི་ལེའུ་སྟེ་གི་མཚན་ལ་བཙན་འཛུལ་ཞེས་བཏགས་པ་རེད། ད་བཙན་འཛུལ་ག་འདྲས་བྱས་ཟེར་བ་ན་དཔྱད་འདི་ན་བྲིས་ཡོད་རེད་དང་པོ་ཨང་གི་དང་པོ་རྒྱབ་འདུག་བ། ཀློག་ལྟས་མཉམ་དུ་ཀློག་ལྟས་ངེས་པར་དུ་ཁ་ཆེ་ཨ། ད་དང་པོ་དེ་ཨང་ཀི་དང་པོའི་ཁར་ཡོད་སྲིད་ལ་བ་ཡིན་ན། ཕྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞབས་བརྒྱད་ལོར་རྒྱ་ནག་གུང་ཁྲན་གྱིས་སོ་བ་བོད་ལ་བཏང་ནས་གསང་ཉུལ་བྱས། ད་འདི་ཡོད་ལོ་འདས་ད་དང། ཕྱི་ལོ་ཆིག་སྟོང་དགུ་བཅུ་བཞི་བཞབས་བརྒྱད་ལོ་ལ།

ངས་སློབ་གཉེར་བྱེད་སྐབས་ཆིག་སྟོང་དགུ་བཞི་ཞག་བརྒྱུད་ལོར། ལོར། ཡུལ་ནང་རྒྱ་མིའི་གུང་ཁྲན་གྱི་སོ་བ་ཡོད་པ་གཞུང་ནས་ཤེས་ཤེས་ཐོས་བྱུང་སོ། བོད་བོད་ཁང། བོད་གཞུང་ག་རེ་བྱེད་པ་ཟེར་ལབ་ནས་ཕྱི་ལོ་ཆིག་སྟོང་དགུ་བཞི་བཞི་བཅུ་ཞག་བརྒྱུད་ལོར་ལ་རྒྱ་ནག་གིས་སོ་བ་བོད་ལ་བཏང་བ་དེ་ཧ་གོ་བ་རེད་ལབ་ནས་ཁོང་ཚོ་ག་རེ། ག་རེ་བརྟག་དཔྱད་བྱས་འདུག་ག་རེ་སོ་བ་བྱས་འདུག་ག་རེ་སོ་བ་བྱས་འདུག་ཟེར་ལབ་འདི་ལྟར་ཏེ་ཁོང་ཚོ་ག་རེ་བཤད་ཡག་བཤད་འདུག་ཡོང་དགོས་སུ་ལབ་པ་ཡིན་ན་ཁོང་ཚོས་ང་ཚོས་དམག་ཤུགས་ཆེ་ཆུང་དང། བོད་ལ་དམག་ཤུགས་ཆེ་ཆུང་ག་ཚོད་འདུག་དམག་མི་ག་ཚོད་འདུག་གོ་མཚོན་ལག་ཆ་ག་ཚོད་འདུག་དམག་མི་མང་ཉུང་ག་ཚོད་འདུག་གོ་ཆ་ལག་མཚོན། ལག་ཆ་ལ་སོགས་པ་གང་འདྲ་གང་འོས་དེ་བརྟག་དཔྱད་བྱེད་ཅིག་བྱས། གཉིས་པ་དེ་ཕྱི་རྒྱལ་ནས་དྲག་པོའི་རོགས་རམ་ཡོད་མེད་ལྟ་ཞིབ་བྱེད་དུ་རེད། བྱས་ཙང་ད་དྲི་བ་སླེབས་བྱུང་ན། རྒྱ་ནག་གིས་ཕྱི་གཏོང་སྒོ་འབྱེད་ཞིབ་གཅོད་ཞབས་བརྒྱད་ལོ་ལ་བོད་ལ་གསོ་བ་བཏང་དགོས་རྒྱུ་མཚན་ག་རེ་ཆེད་དུ་གསོ་བ་དང་དོན་ཚན་གཉིས་གང་ལ་གསོ་བ། གསོ་བ་བྱས་དང་གསོ་བ་བྱེད་དུ་བཏང་བ་རེད་ལ་ག་རེ་སོགས་ཡིན་བསམ་ཡུལ་སངས་བོད་ག་སར་ཇུས་ཐག་བཅངས་སོང་ལས་ན་བོད་ལ་དམག་མི་ཤུགས་ཆེ་ཆུང་ག་ཚད་ཡོད་འདུག་ཕྱི་རྒྱལ་བོད་ལ་ཕྱི་རྒྱལ་ནས་རོགས་པ་བྱེད་མཁན་དྲག་པོ་གིས་རོགས་རམ་བྱེད་མཁན་དམག་གི་དམག་གི་ཐོག་ལ་རོགས་རམ་བྱེད་ཀྱི་འདུག་མི་འདུག་དེ་འདུག་ཨ་ཕྱི་རྒྱལ་ནས་དྲག་པོའི་རོགས་རམ་དམག་གི་ཐོག་ལ་རོགས་རམ་བྱེད་ཀྱི་ཡོད་མེད་བརྟག་ཞིབ་བྱས་བྱས་དུ་གསང་བ་བཏང་བས་སོང་ཡུལ་ག་ས་འདི་གསོ་བ་བཏང་བ་རེད་ལབ་རེད། ང་ཆུང་མ་ཞུ། བྱས་ཙང་སྐྱབས་མགོན་རིན་པོ་ཆེ་ཁ་སང་ལ་དེང་དེ་འདི་གསུངས་པ་ད་འོག་དེ་གཟིགས་ཨ། ང་ཚོས་ཤེས་དགོས་པ་ལ་ས། ཤེས་དགོས་པ་གནད་ཡོད་པ་ག་ལེར་ག་འདུག་ཨ། ཁོང་ཚོས་ས་ཤེས་དགོས་པ་རྣམས་རྙེད་རྟོགས་ལ་དཀའ་ངལ་བྱུང་ཡོད་ཀྱི་མ་རེད་ལབ་ད། ཁོང་ཚོས་གསོལ་བ་བཏང་བ་དེ་བོད་བོད་ལ་གསོལ་བ་བཏང་བ་ལ་ཁོ་རང་གི་ཧ་གོ་ཧ་གོ་ཡག་གི་གནས་ཚུལ་དེ་ཧ་གོ་ཡག་ལ་དཀའ་ལས་བྱུང་ཡོད་མ་ཟད་ཁ་ཡི་ཁབ་དེ་ཏག་ཏག་ཨ་འདེད་འདེད་དང་སྒང་ལ་ག་ས་ནས་བོད་ལ་དམག་མི་ཤུགས་ཆེ་ཆུང་ག་ཚད་ཡོད་མེད། ཕྱི་རྒྱལ་གྱི་མི་དྲག་པོ་རོགས་དམག་གི་ཐོག་ནས་ཕྱི་རྒྱལ་ལ་བོད་ལ།

དྲུག་སྟེ་གྲངས་ཀ་བསྐྱོན་དགོས་འདོད་ཡེ་ཤུའི་ཆོས་སྤེལ་མཁན་གཅིག་དང་ཡེ་ཤུའི་ཆོས་འདུལ་བ་ཡེ་ཤུའི་ཆོས་ཁྱབ་སྤེལ་བྱེད་མཁན་ཡེ་ཤུའི་ཆོས་བོད་ལ་ཡེ་ཤུའི་ཆོས་བོད་དར་ཡག་གི་ཆེད་དུ་འོ་དོད་ཁྱབ་སྤེལ་བྱེད་མཁན་གཅིག་དང། ང་ཚོའི་གཞུང་ནས་རླུང་འཕྲིན་ལས་ཀ་སྤྲད་པ་སྤྲད་པ་གཉིས་བཅས་གསུམ་དབྱིན་ཇི་དབྱིན་ཇི་མི་གསུམ་ཡོད་རེད་ལབ་རེད་གཅིག་གྷར་སལ་གཅིག་གྷར་སལ་ཡེ་ཤུའི་ཆོས་སྤེལ་ཡག་གི་ཆེད་དུ་གཉིས་དེ་གྷར་སལ་ལབ་པ་ཡིན་ན་ང་ཚོ་ང་ཚོ་རླུང་བོད་གཞུང་ནས་རླུང་འཕྲིན་ལས་ཀ་བྱེད་མཁན་རླུང་འཕྲིན་བར་བར་རླུང་རླུང་འཕྲིན་བཏང་ཡག་ལ་ཁ་པར་བཏང་ཡག་ལ་བྱེད་དུ་ལས་ཀ་བྱེད་མཁན་མི་གཉིས་ཀྱི་ཨིན་ཇི་མི་གསུམ་ཡོད་རེད་ལབ་རེད་ད་མི་དྲུག་ཡོད་པའི་ནང་གཞན་དྲུག་གི་གཞན་གསུམ་ནི་གཞན་གསུམ་གྱི་ནང་ནས་ས་གཉིས་ནི་ཨོ་སི་ཀྲི་རི་ཡན་རེད་ས་གཉིས་ཨོ་སི་ཀྲི་རི་ཡན་རེད་གསུམ་ནང་གཉིས་ཨོ་སི་ཀྲི་རི་ཡན་རེད་ལབ་རེད་གཅིག་ནི་རུ་སུ་དཀར་པོ་རེད་ལབ་རེད་ཁོང་གསུམ་ད་དེ་ཐོག་སོང་ན་གསུམ་གྱི་ནང་ནས་གསུམ་དེ་ག་ས་ལ་ཨིན་ཇི་མི་གཉིས་བྱེད་ཨིན་ཇི་ནི་ཡིན་པ་གཅིག་ག་ས་ལ་གཅིག་འདི་འདུག་བ་ག་ས་ཡིད་ཆོས་སྤེལ་མཁན་བྱེད་གཉིས་དེ་ག་ས་ལ་པ་ཡིན་ན་དེ

ཨིན་ཇི་ཨོ་ལ་ཡོད་རེད་བ། རྒྱ་གར་ཨིན་ཇི་ཨོ་ལ་ཡོད་བཙོན་ཁང་ནས་བྲོས་ནས་བོད་ལ་སླེབས་པར་འོ་དེ་མི་དྲུག་མ་གཏོགས་ཡོད་མ་རེད་ལབ། བྱས་ཙང་དེའི་ནང་ལ་ཁོང་ཚོ་གསང་བ་བྱེད་ཡ་དེ་དཔེ་མི་སྲིད་གི་ཆོ་ཆོ་ད་ག་གསོ་བ་བྱེད་ཡ་ལ། ནས་ཇུས་ཏོག་བྱེད་ཡ་ལ་དཔེ་མི་སྲིད་གི་ལས་སླ་བོ་བྱུང་ཡོད་རྒྱུ་མཚན་འོ་དེ་རེད་བྱས་ཙང་ལས་སླ་བོ་ང་ནི་ཧ་གོ་དུ་ཡོད་རེད་ད་འོག་དེར་ལྟོས་དང་ང་ཚོ་དམག་མི་འབོར་ཁ་ཟིག་ཟིག་ཨང་དེ་ད་ཁོ་ཚོ་ག་ས་ལ་བ་ཡིན་ན་ཕྱི་རྒྱལ་རོགས་རམ་བྱེད་མཁན་འདུག་མི་འདུག་ཅིག་བྱས་མི་འདུག་བ་མི་དྲུག་མ་གཏོགས་མི་འདུག་བ་ད་བོད་ལ་དམག་མི་ག་ཚོད་ཡོད་རེད་གོ་ཆེན་ལག་ཚ་ག་ཚོད་ཡོད་མ་ཞེ་དྲག་ཡོད་མ་མ་ཟིག་ཨང་ང་ཚོས། གོང་མ་ཡོངས་རྫོགས་བསྡོམས་ན་བརྒྱད་སྟོང་བརྒྱད་སྟོང་ལྔ་བརྒྱ་ཙམ་མེད་ཟེར་དེ་ང་ཚོ་དམག་མི་ཚང་མ་བསྡོམས་དགའ་ས་འདི་ང་ཚོ་གོང་མ་ཡོངས་རྫོགས་བསྡོམས་ན་ང་ཚོ་ང་ཚོ་གོང་མ་ཡོངས་རྫོགས་དེ་མ་གཏོགས་ཡོད་མ་རེད་ད་མེ་མེ་མདའ་ཆ་ཞེ་མ་དེ་དེ་མེ་མདའ་རིགས་མདའ་ནི་མེ་མདའ་རིགས་མདའ་ནི་ཚང་མ་འདེ་འདེ་ངེས་ཡོད་ས་དམག་མི་ཚང་མ་ལ་ད་མོ་མོ་ཏྲ་ཆེ་ཆུང་རྒྱལ་ཁབ་གཅིག་ལས་ད། མོ་བཀྲ་ཆེ་ཆུང་ཉི་ཤུ་ལྔ་བཅུ་དང་མི་ཤིན་སྒང་དང་འཁོར་ལོ་བཅར་དང་འདི་བ་ཀློག་ཤོག་བྱས་ཙང་འདིའི་ནང་ལ་སྐྱབས་མགོན་རིན་པོ་ཆེ་གིས་ང་ཚོ་བོད་ལ་ལོག་ཆ་ག་ཚད་ཡོད་མེད་དམག་མི་ག་ཚད་ཡོད་མེད་བྱས་ཙང་དེ་ཁུམ་འདུག་འདུག་འདུག་ཞིག་མ་གཏོགས་མེད་ལབ་རེད་འདུག་བ། ཨེ་ཀ་ཀ་བསམ། འཁོར་ལོ་ཅན་སོགས་ཉི་སྐར་ཉིས་བརྒྱ་སྐོར་དང། རིགས་མི་འདྲ་བ་གཞན་འགའ་ཤས་ལྔ་གཞན་དག་ལྔ་བཅུ་སྐོར་བཅས་འགའ་ཤས་ཡོད། དམག་མིའི་ལས་དོན་ནི་དམག་མིའི་ལས་དོན་ནི་ངས་གོང་དུ་བརྗོད་པ་ལྟར་བཀའ་འཁྲོལ་མེད་པའི་མི་སྣ་འགོག་སྲུང་དང། བསྐོ་བྱ་བའི་དོད་དུ་རེད། བྱས་ཙང་ང་ཚོ་དམག་མི་ཤ་སྐོར་རྒྱུ་མཚན་ཁོ་རང་བོད་ལ་ཆོས་ཁྲལ་མེད་པའི་མི་ས་མཚམས་ནས་ཚུར་མ་བཏང་བའི་ཆེད་དུ་དང། ང་ཚོ་ལྷས་ས་ནང་ཆ་ཞེས་པ་དེ་ནང་ལ་སྐོར་གསུམ་ང་ཚོ་པུ་ལུ་སི་ནས་སོ་སོ་གི་སྲུང་སྐྱོབ་བྱེད་ཡ་ཆེད་དུ་མ་གཏོགས་ཡོད་མ་འདུག་དེ་དང། དཀོར་བཅའ་བའི་ས་བདག་ཐ་ན་ང་ཚོ་ཡུལ་ཁ་བ་ཡིན་ན་དཀོར་སྲུང་མ་འདུག་ཨ་དཀོར་སྲུང་རྒྱལ་ཁག་གི་པུ་ལུ་སི་འདུག་ཨོ་དེའི་ཆེད་དུ་མ་གཏོགས་རྒྱལ་ཁབ་གཞན་པ་ལ་ཁ་གཏད་བཅའ་ཡའི་ཆེད་དུ་དམག་མི་དེ་འདྲའི་ཆ་ཤས་གོ་ན་ཡོད་མ་རེད་ཟེར་ཨོ་དེ་བར་དོ་གཅིག་ཕྱིན་པ་ཅི་དེའི་དོན་ཚན་གར་ཕྱིན་པ་རེད་འདི་ནང་ལ་ཕྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞབས་བརྒྱད་ལོར་རྒྱ་ནག་གུང་བྲན་གྱིས་གསོ་བ་གསོ་བ་ཡོད་པ་གསོ་བ་གསོ་བ་ཡོད་ཁར་གསོ་བ་བཏང་ནས་གསང་མྱུལ་བྱས་འདུག་ཕྱི་ལོ་ཆིག་སྟོང་དགུ་བརྒྱ་རྒྱ་ནག་ནས་བོད་ལ་གསོ་བ་བཏང་ནས་ཐོན་ཟོག་གི་གསང་མྱུལ་གསང་བའི་ངང་ནས་གནས་ཚུལ་མཁོ་སྒྲུབ་བྱས་ཡོད་རེད་ལབ་རེད་ད་དེ་ཤུལ་དུ་གཉིས་པ་དེ་དུའང་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་བོད་ཤར་ཕྱོགས་སུ་ས་ཁུལ་དུ་རྒྱ་ནག་འབྱོར་སྐབས་ས་ཨིན་ཇི་དང་ཨ་རི་རྒྱ་གར་བལ་ཡུལ་བཅས་ལ་རོགས་རམ་ཡོང་བའི་རེ་སྐུལ་རེ་སྐུལ་ག་ས་རེ་སྐུལ་ཞུས་ཀྱང་གྲུབ་འབྲས་མ་བྱུང་བས་ད་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ལ་རྒྱ་ནག་གི་དམག་དམག་འཛུལ་ཡོང་རེ་བ་དམག་འདོད་བསྟོད་སྨད་ནས་འཛུལ་ཡོང་རེ་བ་བྱས་ཙང་བོད་ཤར་ཕྱོགས་ནས་འཛུལ་འོས་པའི་སྐབས་ལ་ད་བོད་ལ་དཔེ་མི་སྲིད་ཀྱི་ཉེན་པ་ལྷག་པའི་སྐབས་ལ་ཉེན་ཁ་ལྷག་པའི་སྐབས་ལ་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ལྔ་བཅུ་ནས་བཟུང་འདོད་བསྟོད་སྨད་ནས་ལྷའི་ས་ཕྱོགས་ལ་སླེབས་ཡོང་མ་ཐག་མདོ་སྟོད་མི་ནས་རྒྱ་ནག་གི་དམག་མི་འཛུལ་ནས་བོད་ཞི་མདོ་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུར་བོད་ཤར་ཕྱོགས་ས་ཁུལ་ནས་རྒྱ་ནག་དམག་མི་འབྱོར་འབྱོར་སྐབས་སུ་འབྱོར་བའི་སྐབས་ལ་ད་ང་ཚོ་གིས་ཁ་གཏད་བཅག་མ་ཐུབ་པར་དེ་ནི་ག་རེ་བྱས་པ་རེད་ང་ཚོ་བོད་གཞུང་གིས་བོད་གཞུང་གིས་ག་རེ་བྱས་སུ་ལ་བ་ཡིན་ན་དབྱིན་ཇི་དང་གཅིག་བྱས་ཨ་རི་དང་གཉིས་བྱས་རྒྱ་གར་དང་གསུམ་བྱས་མཐའ་ན་བལ་ཡུལ་བལ་ཡུལ་སོགས་ལ་ག་རེ་བྱས་སུ་ལ་བ་ཡིན་ན་ང་ཚོ་སྐུ་ཚབ་བཏང་གི་ཡིན། ང་ཚོ་སྐུ་ཚབ་དང་ང་ཚོའི་བོད་ལ་རྒྱ་ནག་གིས་ང་ཚོ་ལ་དཔེ་མི་གསལ་གྱི་ཉེན་ཁ་བཟོ་གི་འདུག་ང་ཚོ་སྐུ་ཚབ་བཏང་གི་ཡིན་ཁྱེད་ཚོ་ང་ཚོ་ལ་རོགས་རམ་བྱེད་རོགས་གནང་ས་བོད་གཞུང་གི་སྐུ་ཚབ་བཏང་གི་ཡིན་ཟེར་ལབ་ཡོད་ད་སྐུ་ཚབ་བཏང་གི་ཡིན་དེ་ཙང་ཁྱེད་ཚོ་ང་ཚོ་ལ་རྒྱ་ནག་གིས་དཔེ་མི་གསལ་གྱི་ཉེན་ཁ་བཟོ་གི་འདུག་ང་ཚོ་ལ་རོགས་རམ་བྱེད་རོགས་གནང་ཟེར་བ་གབ་ལ། དེར་བརྟེན་འདི་རྒྱལ་ཁབ་གོང་དུ་སྨོས་སུ་ཨ་རི་དེ་གཅིག་ཅེས་རྒྱ་གར་གཞུང་དང་གཉིས་ཅེས་བལ་ཡུལ་སུ་གཅིག་གིས་རོགས་རམ་བྱེད་ཡག་ཁས་ལེན་བྱས་ཡོད་མ་རེད་བྱས་ཙང་སྐུ་ཚབ་དང་སྐུ་ཚབ་ལ་ངོས་ལེན་བྱས་ཡོད་མ་རེད་སྐུ་ཚབ་བཏང་ཞོར་ལབ་ཡོད་མ་རེད་ཁྱེད་རང་ཚོ་སྐུ་ཚབ་བཏང་ཞོར་ང་ཚོ་སྐུ་ཚབ་ཉོ་འདོད་ག་རེ་བྱེད་ཀྱི་འདུག་སྐད་ཆ་ཤི་བོ་ལབ་གང་རེ་ཡོད་མ་རེད་ང་ཚོ་བོད་གཞུང་ཁ་ལབ་རེད་ང་ཚོ་སྐུ་ཚབ་བཏང་གི་ཡིན་རྒྱ་ནག་གིས་ང་ཚོར་དཔེ་མི་སྲིད་ཉེན་ཁ་ཆེན་པོ་བཟོ་གི་འདུག་ང་ཚོར་རོགས་རམ་བྱེད་རོགས་གནང་ཟེར་བའི་སྐབས་ལ་རྒྱལ་ཁབ་འདི་བཞི་སྔ་ཕྱི་མིང་བོས་སོང་རྒྱ་གར་དང་ཨ་རི་དང་བལ་ཡུལ་དང་ཚང་མ་གིས། ཨིན་ཇི་དང་གཅིག་གིས་ཨ་རི་དང་གཉིས་ཀྱིས་རྒྱ་གར་བལ་ཡུལ་ལ་སོགས་པ་ཚང་མས་ཁ་བཤད་ན་སྐུ་ཚབ་ངོས་ལེན་བྱས་ཡོང་བོད་གཞུང་སྐུ་ཚབ་ཏང་ཞབས་ལོག་ཡོད་མ་མདོར་བསྡུ་བ་ཡིན་ན་སུ་གཅིག་གིས་རོགས་རམ་བྱས་ཡོད་མ་རེད་བྱེད་སོ་ཅུ་གུར་འདི་རོགས་རམ་མ་བྱས་པར་བརྟེན་ནས་བྱས་ཙང་ང་ཚོ་གྲོང་མི་ཁེར་རྐྱང་དང་བོད་མི་སེར་གྱི་གྲོང་མི་ཁེར་རྐྱང་གི་ལུས་བྱིན་པ་རེད་འདུག་ཨ་ཕྱི་ལོ་ཆིག་སྟོང་དགུ་བརྒྱ་སྐབས་དེ་དུས་གང་ལ་རྒྱ་གར་གར་ལབ་པ་དག་ཁྱེད་ཚོ་ཤོག་གྲངས་འདི་གཟིགས་ཨ་བརྒྱ་དང་ལྔ་བཅུ་བརྒྱ་དང་ལྔ་བཅུ་ང་གསུམ་གྱིས་སྒང་གི་སྒང་ལ་ཡིག་གྲངས་གསུམ་པ་ན་གཟིགས་ཨ། རྒྱ་གར་གཞུང་ནས་དྲག་པོའི་རོགས་རམ་བྱེད་མི་ཐུབ་པ་གསལ་པོ་བརྗོད་པ་དང་ས་མཐའ་འཁོར་ཁག་ལ་མཚོན་ཆ་བཟུང་སྟེ་འགོག་ཐབས་མ་ཡིན་པར་ཕྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་ཕྱི་ལོ་ཆིག་སྟོང་དགུ་བརྒྱ་བཅུ་བཞི་སིམ་ལའི་ཤིང་སྡོན་རྩ་འཛིན་གྱིས་ཞི་མོལ་བྱས་ན་ལེགས་ཚུལ་བརྗོད་པ་ལྟར་དྲག་པོའི་ཆ་ནས་སུ་གཅིག་གིས་རོགས་རམ་མ་བཏང་ད་དུང་རྒྱ་གར་ཁ་ལབ་རེད་ད་ང་ཚོ་དྲག་པོ་རོགས་རམ་བྱེད་ཐུབ་ཀྱི་མ་རེད། ཁོང་ཚོ་སྔོན་ན་ཁག་ཡོད་མར་ཁོང་ཚོ་རང་བཙན་རག་བརྩམས་ཆོས་རེད་བ། ང་ཚོ་རོགས་རམ་བྱེད་ཐུབ་མ་ཡིན་ན་ཡང་ཁྱེད་རང་ཚོ་དྲག་པོ་མཚོན་ཆ་ཐོག་ནས་མཚོན་ཆ་བཟུང་ནས་དྲག་པོའི་ཐོག་ལ་རྒྱ་ནག་ཁ་བརྡས་བྱ་ཐུབ་གི་མ་རེད། ཕྱི་ལོ་ཆིག་སྟོང་དགུ་བརྒྱ་བཅུ་བཞི་ལོ་ལ་ག་ས་འདི་རྒྱ་ནག་དང་མཉམ་དུ་ཆིངས་སིམ་ལ་ལ་ཆིངས་ཡེ་ཤ་ཡིན་པ་འོ་དེ་ཆིངས་ཡ་ཤིག་སུས་འདོར་བསྡུ་བ་ཡིན་ན་ག་ལ་ལབ་རེད་རྒྱ་ནག་དང་མཉམ་དུ་ལ་དྲག་པོའི་ཐོག་ནས་ཁ་བརྡས་བྱ་ཐུབ་གི་མ་རེད་ད་ཁྱེད་རང་ཚོ་ཞི་འདུས་དང་སྐད་ཆ་ཐོག་སྐད་ཆ་བཤད་ནས་འོ་འདོད་ད།

བོད་དང་ཚོགས་འདུ་ཚོགས་ནས། ལྷ་དང་མི་ཚང་མ་གིས་སྐྱབས་མགོན་རིན་པོ་ཆེ་ལ་སྐུ་དྲང་བཅུ་གསུམ་པ་བཅུ་བཞི་པ་ཆེན་པོ་ལ། ལྷ་དང་མིའི་ལོ་ལྷ་མི་ཡོངས་རྫོགས་ཀྱིས་སྐྱབས་མགོན་རིན་པོ་ཆེ་ལ་ཆབ་སྲིད་ཀྱི་ཐུགས་འགན་བཞེས་རོགས་གནང་ཟེར་བ་རེད་འདུག་འདི་ལྟར་གསུངས་པ་དེ་བོད་ཤར་ཕྱོགས་སུ་འཛའ་གྲགས་ཀྱི་གནས་ཚུལ་གྱུར། གནས་ཚུལ་ལྷགས་སྐབས་གོང་ས་མཆོག་ལ་ཆབ་སྲིད་ཀྱི་ཐུགས་འགན་བཞེས་དགོས་པའི་གསོལ་བ་བཏབ་ཟིན་འདུག་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ནས་མདོ་སྟོད་སྨད་ནས་ད་རྒྱ་ནག་གི་ས་ཡ་མགོ་བཙུགས་འདུག་སྐབས་ལ་འཛའ་གྲགས་བསྟན་འཛིན་གནས་ཚུལ་ཞིབ་བོ་ཚགས། འཛའ་གྲགས་ཀྱི་གནས་ཚུལ་ཆགས་པའི་སྐབས་ལ། བོད་ཀྱི་ལྷ་དང་མི་ཡོངས་རྫོགས་ཀྱིས་སྐྱབས་མགོན་རིན་པོ་ཆེ་ལ་ལུགས་གཉིས་ཆབ་སྲིད་ཀྱི་མཐུན་རྐྱེན་བཞེས་རོགས་གནང་སྨོན་ལམ་བཏབ་པ་རེད་ལབ་རེད། སྐབས་དེ་དུས་ང་སྐྱབས་མགོན་གྱི་གར་སོང་ཟིག་ལབ་པ་ཡིན་ན། འདས་ད་ཆིག་སྟོང་བརྒྱད་དང་ལྔ་བཅུ་ང་བཞི་དང་བརྒྱད་དང་ལྔ་བཅུ་ང་བཞི་གི་དུམ་ཚང་གཉིས་པ་གི་སྒང་ནས་བྱས་པའི་ཡིག་ཐང་གཅིག་གཉིས་གསུམ་བཞི་ལྔ་དྲུག་བདུན་དང་འདི་འདུག་དེ་དེ་དང་དེ་ལྟར་ངས་ཐོག་མར་བཀའ་ཤག་ནས་རྒྱལ་དབང་གོང་མའི་ལུགས་ཡིན་ཆབ་སྲིད་ཀྱི་ཐུགས་འགན་དགུང་ལོ་བཅོ་བརྒྱད་ཙམ་ལ་བཞེས་པར་བརྟེན། བཞེས་པར་བརྟེན་ས་ད་ལྟ་ལོ་ན་ཆུང་བས་འགན་འཁུར་མི་ཐུབ་ཚུལ་བརྗོད་པར་རྗེ་ཚང་སྐྱབས་མགོན་རེ་ཁར་གསུངས་པ་རེད་སྐྱབས་མགོན་རིན་པོ་ཆེ་སྐུ་དྲུང་ཆེ་ཤུལ་པ་ཆེན་པོ་ལ་ལུགས་ཡིན་ཆབ་སྲིད་ཀྱི་ཐུགས་འགན་བཞེས་བ་སེར་པོ་སྒབ་ལ་དགུང་ལོ་བཅུ་དྲུག་མ་ལ་ཕེབས་ཀྱི་ཡོད་མ་རོ་སྐྱབས་མགོན་རྗེ་ཁར་གསུངས་པ་རེད་གོང་དྲག་བཅུ་གསུམ་པ་ཆེན་པོས་ཀྱང་དགུང་ལོ་བཅོ་བརྒྱད་ལ་ཕེབས་པའི་སྐབས་ལ་མ་གཏོགས་ཆབ་སྲིད་ཀྱི། ལོ་གཉིས་ཆགས་ཟེར་གྱི་ཐུགས་འགན་བཞེས་མི་འདུག་ད་ལྟ་ང་ལོ་ཆུང་ཆུང་བྱས་དཔེ་ཆ་སློབ་སྦྱོང་བྱས་མང་པོ་ལྷག་ཡོང་ས་མ་རེད་གསུངས་པ་རེད་དང་པོ་སྐྱབས་འགྲོ་རིན་པོ་ཆེ་གིས་དགོངས་ན་སྐུ་གྲོངས་བཅུ་གསུམ་པ་ཆེན་པོས་ཀྱང་ལོ་གཉིས་ཆགས་ཟེར་གྱི་ཐུགས་འགན་བཞེས་ཏེ་དགོང་ལོ་བཅོ་བརྒྱད་ལ་མ་གཏོགས་བཞེས་མི་འདུག་ང་ད་ལྟ་དགོང་ལོ་ཆུང་ཆུང་ཡིན། དགོང་ལོ་ཆུང་ཆུང་ཡིན་པ་དང་ཆབས་ཅིག་ཏུ་ཆོས་ཀྱི་སློབ་སྦྱོང་བྱས་མང་པོ་ལྷག་ཡོད་གནས་སྐབས་ཡོང་ས་མ་རེད་གསུངས་མོད་སྐབས་ལ་ཡང་བསྐྱར། བོད་མི་མང་སྐུ་གཟུགས་ཀྱང་ད་ཁྱེད་རང་མ་གཏོགས་མི་འདུག་ང་ཚོ་རོགས་པ་བྱེད་ས་རེ་བ་བྱེད་ས་དགོངས་དག་རེ་བ་བྱེད་ས་ཁྱེད་རང་ཁོ་ན་མ་གཏོགས་མེད་ཟེར་རྣ་བ་སོ་ཕུར་ཚུགས་སུ་བཏབ་ནས་ཨུ་ཚུགས་ཀྱིས་ནས་གསོལ་བ་བཏབ་པའི་སྐབས་ལ་སྐྱབས་མགོན་རིན་པོ་ཆེ་གིས་དེ་འདུག་ནས་ཆབ་སྲིད་ཀྱི་ཐུགས་འགན་བཞེས་དགོས་གསོལ་བ་བཏབ། ཞེས་པ་དེ་འདུག་དང་པོ་ཞལ་བཞེས་མ་གནང་ཡང། ཐུགས་དགོངས་ཟབ་བཞེས་ཀྱིས། མཐར་ལུགས་གཉིས་ཆབ་སྲིད་ཀྱི་ཐུགས་འགན་བཞེས། ཐ་མ་ཐ་མ་དང་པོ་སྐྱབས་མགོན་རིན་པོ་ཆེ་ཞེས་གནང་མི་འདུག་ཤེས་བྱ་དམར་འདབ་རྒྱུན་ཚོ་གང་དུ་གསུངས་སོང་ད་ལྟ་དགུང་ལོ་ཆུང་ཆུང་ཡིན། སྐུ་འདྲ་བཅུ་གསུམ་པ་ཆེན་པོས་ཀྱང་དགུང་ལོ་བཅོ་བརྒྱད་ལ་མ་གཏོགས་ཡུན་ནི་ཆབ་སྲིད་ཀྱི་ཐུགས་འགན་བཞེས་མི་འདུག། ང་ད་ལྟ་དགུང་ལོ་ཆུང་ཆུང་ཡིན་པ་ལོ་ཆུང་ཆུང་ཡིན་པ་གང་ཤེས་ལ་ཆོས་ཀྱི་སློབ་སྦྱོང་ཆེན་མང་པོ་ལྷག་ཤེས་བྱ་གནང་ཡོད་མ་རེད། ཡང་བསྐྱར་དབུ་ཚུགས་བརྒྱབ་པའི་སྐབས་ལ་མདོ་སྡེ། དང་པོ་བྱ་ཞེས་མ་གནང་ཡང།

བོད་ནང་གི་རྩོམ་པ་ཡོད་དོ་ཅོག་བློ་གྲོས་དང་འགྲོགས་དེ་གལ་ཆེན་པོ་རེད་འདུག ྋསྐྱབས་མགོན་རིན་པོ་ཆེ་སྙིང་རྗེ་རང་ཚོགས་ཡིན་པའི་རྒྱུ་མཚན་ལ་བརྟེན་ནས ྋསྐྱབས་མགོན་རིན་པོ་ཆེ་དགུང་ལོ་བཅུ་དྲུག་སྐབས་ལ་ལུགས་གཉིས་ཆབ་སྲིད་ཀྱི་ཐུགས་འགན་བཞེས་པའི་སྐབས་ལ་བོད་ནང་ལ་ཡོང་གི་ཆབ་སྲིད་ང་ཚོ་ཨང་ཀི་བཅུ་བའི་ལྔ་བ་དེར་ད་བོད་ནང་ལ་ཡོང་གི་ཆབ་སྲིད་ཁ་ཚོན་བོད་ནང་ལ་ཡོང་གི་རྩོམ་པ་ཡོངས་སུ་རྫོགས་པ་བློ་གྲོས་བཏང་བ་རེད་ལབ་རེད་འོ་དེ ྋསྐྱབས་མགོན་རིན་པོ་ཆེ་སྙིང་རྗེ་རང་ཚོགས་ཡིན་པ་དེ་བསྟན་གྱི་འདུག་འདུག་རེད།

མཐར་ཁོང་གིས་བརྗོད་དོན་ཟེར་བོད་རྒྱ་ནག་གི་ཆ་ཤས་ཡིན་པ་དེ་ང་ཚོ་བོད་ཡོངས་རྫོགས་བླངས་ཏེ་གུང་ཁྲན་རིང་ལུགས་དུ་རིང་ལུགས་སུ་བསྒྱུར་རྒྱུ་ཡིན་ལུགས་བརྗོད་ད་བོད་དོན་ད་ད་ལྟ་བོད་དོན་མེད་ནས་ཚང་མ་ང་ཚོ་ཁོ་ཚོ་རྒྱ་ནག་འཛུལ་ཚར་རེད་བ་ད་བོད་ཡོངས་རྫོགས་ང་ཚོ་རྒྱ་ནག་གི་འོག་ལ་བཅུག་གི་ཡིན་རྒྱ་ནག་འོག་ལ་བཅུག་ནས་བྱས་ཙང་ཚང་མ་གུང་ཁྲན་རིང་ལུགས་རྒྱ་ནག་དམར་ཤོག་ལ་བསྒྱུར་གྱི་ཡིན་ད་ཁྱེད་རང་ད་ལྟ་ལྷས་ས་ལ། ལྷས་ས་ལ་སོང་ནས་བོད་རྒྱ་ནག་གི་སྐུ་ཚབ་ཆེན་ལྷས་ས་ལ་སོང་ནས་སྐྱབས་མགོན་རིན་པོ་ཆེ་གར་བཞུགས་སུ་ལབ་པ་ཡིན་ན་སྐྱབས་མགོན་རིན་པོ་ཆེ་ལ་བོད་གཞུང་དེ་རྒྱ་ནག་གུང་ཁྲན་འོག་ལ་འཛུལ་དགོས་རེད་ཟེར་ལབ་བཞག་ཁྱེད་རང་སྐུའི་གཅེན་པོ་རེད་སྐྱབས་མགོན་རིན་པོ་ཆེ་གཅེན་པོ་ཡིན་ཙང་ཁྱེད་རང་གིས་ངེས་པར་དུ་བོད་ལ་སོང་ནས་བོད་ལ་ཕེབས་ནས་སྐྱབས་མགོན་རིན་པོ་མཇལ་འཕྲད་ཞུ། སྐྱབས་མགོན་རིན་པོ་མཇལ་འཕྲད་ཞུ་ནས་གར་ལབ་དགོས་སེ་གར་སོང་སུ་ལབ་པ་ཡིན་ན་སྐྱབས་མགོན་རིན་པོ་ཆེ་ལ་བོད་གཞུང་རྒྱ་ནག་གི་འོག་ལ་འཛུལ་དགོས་རེད་ཟེར་ལབ། སྐབས་དེ་དུས་གང་ལ་ཁྱེད་རང་ལས་དོན་འགྲུབ་སོང་ན། ལས་དོན་དུ་བསྒྲུབས་སོང་ན་ཁྱེད་རང་ལ་བོད་ལ་དཔེ་མི་སྲིད་གི་ཁྱེད་རང་ལ་གོ་གནས་ཆེན་པོ་ཞིག་པོ་སྤྲད་གི་ཡིན་ལབ་རེད་སྐབས་དེ་དུག་རང་གིས་སྐུ་ཡི་གཅེན་པོ་འཇིགས་མེད་ཐུགས་དམ་ནོར་བུ་གིས་ཞལ་བཞེས་གནང་ཡོད་མ་རེད་མེད་ལབ་རེད་ང་དེ་འདྲ་ཡོང་ས་མ་རེད་གསུངས་རེད་ཡིན་ན་ཡང་སྐབས་དེ་དུག་ག་ལ་རྒྱ་ནག་གཞུང་གིས་ག་སེ་ཁྱེད་རང་མ་འགྲོ་བ་ཡིན་ན་ཁྱེད་རང་གི་སྲོག་ལ་ཉེན་ཁ་ཡོད་རེད་ལབ་རེད།

སྐུ་ཡི་སྟོད་ཆེན་པོ་འཇིགས་མེད་ཐུགས་དམ་ནོར་བུ་དེ་མར་གདོད་མའི་གདོད་མའི་སྐུ་འབུམ་དགོན་པ་ན་བཞུགས་ཏེ་ཡིན་པ་རེད། བྱས་ཙང་དེ་ལྟ་བུ་གདོད་མའི་ནང་ལ་གནས་ཚུལ་གཟིགས་པ་ཐམས་ཅད་ཇི་མ་ཇི་བཞིན་སྐྱབས་མགོན་རིན་པོ་ཆེ་ཞུ་ཡག་དེ་གནས་ཚུལ་གལ་ཆེན་པོ་ཡིན་པ་མཁྱེན་ནས་སྐུ་ཡི་ཆེན་པོ་སྟག་ཚང་རིན་པོ་ཆེ་ཡང་ན་འཇིགས་མེད་ཐུགས་དམ་ནོར་བུ་སྟག་ཚང་རིན་པོ་ཆེ་ཞུ་གི་རེད་འཇིགས་མེད་ཐུགས་དམ་ནོར་བུ་རང་ཞུ་གི་རེད་ད་མང་པོ་བཤད་ཡོད་ད། སྐུའི་ཆེན་པོ་འཇིགས་མེད་ཐུགས་དམ་ནོར་བུ་ཡིན་ན་སྟག་ཚ་རིན་པོ་ཆེའི་སྟག་ཚ་ལ་བཞུགས་ཏེ་ཡོད་རེད་བ། སྟག་ཚ་ཡི་གནས་ཚུལ་ཚང་མ་མཁྱེན་གྱི་ཡོད་རེད་བ། བྱས་ཙང་རྒྱ་ནག་གི་བཀའ་ཚང་ཁྱེད་རང་རྒྱ་ནག་གི་སྐུ་ཚ་བོད་ལ་རྒྱུགས། སྐྱབས་མགོན་རིན་པོ་ཆེ་ལ་བོས་ཏེ་རྒྱ་ནག་གི་རྒྱ་ནག་དམར་ཤོག་ལ་འཛུལ་དགོས་ལབ། སྐབས་དེར་ལས་དོན་ཁྱེད་རང་འགྲུབ་སོང་ན་ཁྱེད་རང་དཔེ་མི་སྲིད་གོ་གནས་ཆེན་པོ་དྲེགས་ཡིན་དེ་ཞལ་བཞེས་གནང་ཡོད་མ་རེད་བ། ཡིན་ན་དེ་མ་བྱས་པར་ཞལ་བཞེས་མ་གནང་བ་ཡིན་ན་ཁོ་རང་གི་སྐུ་སྲོག་ལ་ཉེན་ཁ་ཡོད་པར་བལྟས་ནས་ཁ་ཙམ་གྱིས་ཞལ་བཞེས་གནང་ནི།

ཇི་མ་ཇི་བཞིན་བཞུགས་པ་རེད་བསམ། འདོད་སྐུའི་ཆེན་པོ་འཇིགས་མེད་ཐུགས་དམ་ནོར་བུ། གདོད་མའི་ཕ་ཡུལ་ནས། ཀ་སང་གདོད་མའི་ཕ་ཡུལ་ནས་གནས་ཚུལ་གང་གཟིགས་པ་རྣམས། གདོད་མའི་གནས་ཚུལ་གང་གཟིགས་པ་རྣམས་གསལ་པོར་སྙན་གསང་ཞུ་བསམ། འདོད་སྐུའི་ཆེན་པོ་ཐུགས་འཇིགས་མེད་ཐུགས་དམ་ནོར་བུ། སྐྱབས་མགོན་རིན་པོ་ཆེ་ཡར་ལ་དེ་མ་ཟད་འདི་སུ་ཡིས་གསུངས་ཡོད་ད། ཁྱེད་རང་སྐྱབས་མགོན་རིན་པོ་ཆེ་བཀྲོངས་ཐུབ་པ་ཡིན་ན།

ངས་གཞུང་རྒྱ་དམག་དགའ་ལྡན་ཁྱེད་རང་འདས་ད་ད་བརྒྱ་དང་ལྔ་བཅུ་ང་ལྔ་ད་དང་བརྒྱ་དང་ལྔ་བཅུ་ང་ལྔའི་དུས་བཟང་གསུམ་པ་ད་ད་འདས། དེ་ནས་ང་ལྷ་སར་རྒྱ་དམག་གི་སྐུ་ཚབ་ལྟ་བུ་བཏང་སྟེ་ང་དང་ངའི་གཞུང་ལ་སྐྱབས་མགོན་རིན་པོ་ཆེ་ལ་བོས་བྱུང་ངས་གཞུང་རྒྱ་དམག་གི་དགའ་ས་རྒྱ་དམར་གྱི་དབུ་འོག་ཏུ་བཞུགས་རྒྱུ་འབོད་སྐུལ་བྱེད་དགོས་པ་མངགས་སོ་ད་ཁྱེད་རང་གཅེན་པོ་རེད་བ་སྐུའི་གཅེན་པོ་རེད་བ་ཁྱེད་རང་སྐྱབས་མགོན་རིན་པོ་རེད་འདུན་ཞུ་རེད།

གྲོས་མོལ་བྱས་ས་ཆབ་མདོའི་དམག་དཔོན་བརྒྱུད་རྒྱ་ནག་ལ་ཡི་གེ་ཞིག་བཏང་ད་སྐྱབས་མགོན་རིན་པོ་ཆེ་ཕག་ནང་ལ་འགྲོ་བསྟོད་སྨད་ནས་དཔེ་མེད་ཟེར་གི་དཀའ་ངལ་ཞེ་བོ་བཟོ་གི་ཡོད་རེད་བ་སྐྱབས་མགོན་རིན་པོ་ཆེ་གི་དྲག་པོ་གནང་འདོད་ཡོད་མ་རེད་སྐྱབས་མགོན་རིན་པོ་ཆེ་གི་ཞི་བའི་ངང་ནས་སྐད་ཆ་བཤད་འདོད་ཡོད་པ་ལ་བརྟེན་ནས་སྐྱབས་མགོན་རིན་པོ་ཆེ་གི་གར་བྱས་རེད་ག་ས་འདི་གྲོས་མོལ་གྲོས་མོལ་བྱས་སྐད་ཆ་བཤད་གི་ཆེད་དུ། རྒྱ་ནག་མཉམ་དུ་ལ་སྐད་ཆ་བཤད་ཀྱི་ཆེད་དུ་ཆབ་མདོ་དམག་དཔོན་ཆབ་མདོ་གི་དམག་དཔོན་ཆབ་མདོ་ལ་ཡོད་མཁན་ཆབ་བོད་ཡུལ་ལོ་ཆབ་མདོ་ལ་ཡོད་དགོས་ཀྱི་རྒྱ་ནག་གི་དམག་དཔོན་བརྒྱུད་ནས་རྒྱ་ནག་ལ་ཡི་གེ་ཞིག་བཏང་རེད་ཡི་གེ་ནང་ལ་ག་རེ་ཡོད་བལྟ་ཉན་ཨ། ཕྱི་ལོ་ཆེ་གྲོ་མོ་གྲོ་མོའི་ཆེད་དུ་སྐད་ཆ་བཤད་ཀྱི་ཆེད་དུ་ཆབ་མདོ་ཆབ་མདོ་ལ་ཡོད་མཁན་རྒྱ་ནག་གི་དམག་དཔོན་བརྒྱུད་ནས་རྒྱ་ནག་གཞུང་ལ་སྐྱབས་མགོན་རིན་པོ་ཆེ་ཕྱག་བྲིས་ཞིག་ཕུལ་བ་རེད་ཡི་གེ་ཞིག་བཏང་བ་རེད་ཡི་གེ་ནང་ལ་ག་རེ་ཡོད་བལྟ་ཨ། འདི་ལྟ་ཨ། བརྒྱ་དང་ལྔ་བཅུ་ང་དྲུག་གཟིགས་ཨ། རྒྱ་དམག་ཁ་སང་བོད་དང་རྒྱ་ནག་འདས་ད་ད་བོད་དང་རྒྱ་ནག་རྒྱ་ནག་བར་ལ་འབྲེལ་ལམ་སྡུག་པོ་བྱུང་ཡང་ད་ཆ་ཕྲན་ད་ལྟ་ཕྲན་རང་ནས་ལས་འགན་བླངས་པར་བརྟེན་རང་རེ་དབར་སྔར་གྱི་མཛའ་གྲོགས་འབྲེལ་ལམ་བཟང་པོ་བསྐྱར་གསོ་བྱེད་འདོད་ཡོད་ལབ་སྟེ། སྐྱབས་མགོན་ཁ་སང་ལན་རྟགས་རྒྱ་ནག་དང་བོད་གཉིས་བར་འཛའ་དྲག་གི་གནས་ཚུལ་ཆགས་འདུག་ཡོད་རེད། ངེད་ཀྱིས་ཆབ་སྲིད་ཀྱི་ཐུགས་འགན་བཞེས་ཚར་བ་ཡིན། ཟློག་དེ། ངས་ལས་འགན་ཟློག་བསླངས་ཟིན་པས་ཟློག་དེ་དེ་དང་ངས་རང་ངོས་ནས་ལས་འགན་ལས་འགན་བསླངས་པ་བསླངས་པར་བརྟེན་ངེད་ཀྱིས་བོད་གཞུང་གི་ཆབ་སྲིད་ཀྱི་ཐུགས་འགན་བཞེས་པ་ལ་བརྟེན་ནས་རྒྱ་ནག་དང་བོད་གཉིས་ཀྱི་འཛའ་དྲག་གི་གནས་ཚུལ་དེ་ཡང་བསྐྱར་དཔེ་མི་སྲིད་ཀྱི་བསྐྱར་གསོ་བྱེད་ཡག་གི་འབྲེལ་ལམ་བཟང་པོ་དེ་ཡང་ཚ་སྔར་འབྲེལ་ལམ་བཟང་པོ་དེ་དེ་སར་དཔེ་མི་བསྐྱོན་ཤོར་ཡོད་རེད། འགྲན་ལམ་བཟང་པོ་དེ་བསྐྱར་གསོ་བྱེད་འདོད་ཡོད་ཟེར་བ་དེ་འདི་སྐྱབས་མགོན་རིན་པོ་ཆེ་གི་ཕྱག་བྲིས་ནང་ལ་དེ་བཀོད་ཡོད་ཕྱག་བྲིས་ནང་ལ་ག་རེ་བཀོད་ཡོད་རེད་འདི་ལྟར་གྲོས་མོལ་ཆེད་ཆབ་མདོའི་དམག་དཔོན་བརྒྱུད་རྒྱ་ནག་ལ་ཡི་གེ་ཞིག་བཏང་ཡི་གེ་ཞིག་བཏང་གནང་བ་རེད་ཡི་གེ་ནང་ལ་ག་རེ་བཀོད་སོང་བ་ཡིན་ན་ད་ངས་ཆབ་སྲིད་ཀྱི་ཐུགས་འགན་བཞེས་ཚར་བ་ཡིན་གླེང་ཚར་བ་ཡིན། སྔར་བོད་ཀྱི་བོད་དང་རྒྱ་ནག་གཉིས་བར་འབྲེལ་བ་བཟང་པོ་བཟོ་བར་ད་ཆ་སྐྱོན་ཞོག་འབྲེལ་བ་དེ་དཔེ་མེད་ཟིག་སྐྱོ་བོ་ཆགས་འདོད་ཡོད་རེད་དེ་འབྲེལ་བ་བཟང་པོ་དེ་ཡང་རྩ་སླར་གསོ་བྱེད་འདོད་ཡོད་ཟེར་བ་དེ་ཡི་གེ་ནང་ལ་བཀོད་ཡོད་རེད་ལབ།

རྒྱ་ནག་གི་དམག་མི་མང་དུ་མང་དུ་བཙན་འཛུལ་བོད་ལ་མནར་གཅོད་དང་བོད་མི་ལ་མནར་གཅོད་དང་ཡང་མང་དུ་མང་དུ་བྱས་པའི་སྐབས་ལ། ད་སྐབས་དེ་དུས་དང་དེ་འདྲའི་ཆགས་པའི་སྐབས་ལྟར་བོད་གཞུང་གི་གར་ལ་བར་ས་ལ་ཡང་དེ་ལྟ་བུ་འཛའ་དྲག་གི་གནས་ཚུལ་དེ་རྒྱ་ནག་གི་དམག་མི་དང་ཉི་མ་ཅིག་ལྷས་ས་ལ་འབྱོར་ཡ་ཡིན་པ་རེད། ལྷས་ས་ལ་འབྱོར་བ་ཡིན་ན་སྐྱབས་མགོན་རིན་པོ་ཆེ་སྐུ་སྲོག་ལ་ཉེན་ཁ་ཡོད། རྒྱུ་མཚན་དེ་ལ་བརྟེན་ནས་སྐྱབས་མགོན་རིན་པོ་ཆེས་ལྷས་ས་ལ་མ་བཞུགས་རོགས་གནང་ཟེར་ད། ལྷས་ས་མ་བཞུགས་པ་བྱས་ནས་སྤྱིར་གནས་སྐབས་རིང་བོད་ཀྱི་ས་ཆ་གཞན་པ་ཅིག་ལ་ཕེབས་རོགས་གནང་ཟེར་ལ་སྐྱབས་མགོན་རིན་པོ་ཆེས་རེ་འདུན་མང་པོ་ཞུས་རེད་ཡིན་ནའང་སྐྱབས་མགོན་རིན་པོ་ཆེས་སྐབས་དེ་དུས་གང་ལ་གར་གསུངས་ཟིན་ལབ་པ་ཡིན་ན་ཁོང་རང་གི་དགོངས་ཚུལ་ལ་རྩ་བ་ཉིད་ནས་ཕེབས་འདོད་མེད། ག་རེ་ཡིན་ཟེར་ན་ལོ་ཆུང་ཆུང་སྐབས་དེ་དུས་དགུང་ལོ་ཆུང་ཆུང་རེད་བ། བོད་དང་བོད་བོད་མི་མཉམ་འདུག་ལ་སྐྱིད་དང་སྐྱིད་མཉམ་དང་སྡུག་དང་སྡུག་མཉམ་བྱས་ནས་བསྡད་འདོད་མ་གཏོགས། སོ་སོར། སོ་སོ་ལ་ཉེན་ཁ་མ་ཡོང་པའི་ཆེད་དུ་ས་ཆ་ཆེན་པོ་ལ་ཕེབས་འདོད་མེད་ཟེར་ཡིན་ན་ཡང་ཡང་བོད་མི་ཡོངས་རྫོགས་ཀྱི་བོད་མི་ཡོད་དོ་ཅོག་གི་ལྷ་དང་མི་ལྷ་མི་ཡོངས་རྫོགས་ཀྱི་སྨོན་ལམ་བཏབ་པ་ལ་བརྟེན་ནས་གསོལ་བ་བཏབ་པར་བརྟེན་ནས་མཛའ་གྲགས་ཀྱི་གནས་ཚུལ་བསྒྱུར་སྐབས་བོད་ལ་མཛའ་གྲགས་ཀྱི་གནས་ཚུལ་ཆགས་འདུག་འདུག་སྟོད་སྨད་ནས་མཛའ་གྲགས་ཀྱི་གནས་ཚུལ་ཆགས་ནས་གནས་སྐབས་རིང་འཕགས་འདུག་སྟོད་སྨད་ཆགས་དང་དེ་ལྟ་བུ་འབངས་མི་གི་རྒྱ་མི་གི་བཙན་འཛུལ་དེ་ལྷས་ས་ལ་ཡང་ཡོང་ཡག་གི་ཉེན་ཁ་ཡོད་པ་ལ་བརྟེན་ནས་མཛའ་གྲགས་ཀྱི་གནས་ཚུལ་ཆགས་ཡག་ཡོད་པ་ལ་བརྟེན་ནས། སྐྱབས་མགོན་རིན་པོ་ཆེ་མཛའ་གྲགས་ཀྱི་གནས་ཚུལ་བསྒྱུར་སྐབས་གོང་ས་མཆོག་གྲོ་མོར་ཕེབས་སུ་གྲོ་མོ་ཟེར་ན་བོད་ཀྱི་ས་ཆའང་རེད་དཱ། བོད་ཀྱི་ས་ཆ་ཡིན་པ་གང་ཞིག་ལ་རྒྱ་གར་དང་ས་མཚམས་རྒྱ་གར་དང་ཉེ་བ་ཡིན་ཀྱང་རྗེས་སར་གྲོ་མོ་ལ་གྲོ་མོ་ཟེར་བོད་ཀྱི་ས་ཆ་རེད་དེ་སྐབས་དེ་དུས་སྒང་ལ་སྐྱབས་མགོན་རིན་པོ་ཆེས་ངན་གཡོག་གི་ཆེད་དུ་ཉེན་ཁ་ལ་གནས་སྐབས་ཉེན་ཁ་ལ་གནས་སྐབས་ཉེན་ཁ་ལ་མཐའ་ཡག་གི་ཆེད་དུ་ཉེན་ཁ་ལས་གཡོལ་ཡག་གི་ཆེད་དུ་གར་སོང་ལ་བས་ན་སྐྱབས་མགོན་རིན་པོ་ཆེ་གྲོ་མོ་ལ་ཕེབས་པ་རེད་ཟེར་ལབ་རེད།

མཛའ་གྲགས་ཀྱི་གནས་ཚུལ་གྱུར་སྐབས་གོང་ས་མཆོག་གྲོ་མོར་ཕེབས་དགོས་བྱུང། ད་གྲོ་མོ་ལ་ཕེབས་པའི་སྐབས་ལ་སྐྱབས་མགོན་རིན་པོ་ཆེ་ད་གཟོད་ཕེབས་འགྲིག་གི་མ་རེད་བ། སྐབས་དེ་དུས་ང་ལ་སྐྱབས་མགོན་རིན་པོ་ཆེ་ལྷས་ས་ལ་མེད་པ་ཡིན་ན་སྐྱབས་མགོན་རིན་པོ་ཆེ་གི་སྐུ་ཚབ་ཕྱག་ལས་གནང་མཁན་གྱི་དགོས་ཀྱི་ཡོད་རེད་བ། བོད་གཞུང་ལ་གང་ཅི་འགོ་ཁྲིད་མཁན་གྱི་ལས་ཀ་བྱེད་མཁན་གྱི་དགོས་ཀྱི་ཡོད་རེད་བ་སྐྱབས་མགོན་རིན་པོ་ཆེ་འདས་ག་རེ་ལྷས་ས་ལ་བཞུགས་མེད་པ་ལ་བརྟེན་ནས་བོད་ཀྱི་རྒྱལ་ས་ལྷས་ས་ལ་བཞུགས་མེད་པ་བརྟེན་ད་ལས་ཀ་བྱེད་མཁན་དགོས་ཀྱི་ཡོད་རེད་བ། སྐབས་དེ་དུས་གར་བྱེད་རེད་སྐྱབས་མགོན་རིན་པོ་ཆེ་གི་སྐྱེ་འཁོར་དྲུག་མོ་ལ་ཕེབས་པའི་སྐབས་ལ་སྲིད་བློན་སེར་མོ་པ་བློ་བཟང་བཀྲ་ཤིས་དང་སྲིད་བློན་གཉིས་བསྐོ་གཞག་བྱས་རེད་སྲིད་བློན་གཉིས་སྲིད་བློན་གཉིས་བསྐོ་གཞག་བྱས་སེར་མོ་པ་སང་གྲ་བ་རེད། སེར་མོ་པ་བློ་བཟང་བཀྲ་ཤིས་དང་ཀླུ་ཁང་པ་བསྐོ་གཞག་གནང་ནས་ཆབ་སྲིད་ཀྱི་ཐུགས་འགན་ཆ་ཚང་བྲེས་ད་འགྲོ་བ་དང་ཤོག་གྲངས་དེ་གཟིགས་ཨ། ཤོག་གྲངས་བརྒྱ་དང་ལྔ་བཅུ་ང་དྲུག་གཟིགས་ཨ། བརྒྱ་དང་ལྔ་བཅུ་ང་དྲུག་གི་དུམ་མཚམས་གསུམ་པ་གི་དུམ་མཚམས་གསུམ་པ་གི་ཡིག་ཐེངས་དང་པོ་གཉིས་པ་གསུམ་པ་བཞི་པ་ལྔ་བ་དྲུག་པ་གཟིགས་ཨ། ལྔ་པ་གཟིགས་ཨ། དེ། དེར་བརྟེན་ངས་གྲོ་མོར་འགྲོ་རྒྱུ་གྲ་སྒྲིག་བྱས་འདུག་རྨ་ཐོན་ཁོངས་སྲིད་བློན་གཉིས་བསྐོས་པའི་གཅིག་ནི་སོར་མོ་པ་བློ་བཟང་བཀྲ་ཤིས་དང་གྲྭ་བ་རེད། གཅིག་ནི་ལོ་མང་གཞུང་དོན་བྱས་པའི་གཞུང་གི་ལས་ཀ་བྱས་མྱོང་མཁན་ཉམས་མྱོང་ཅན་ཀླུ་ཁང་པ་རྡོར་རྡོར་བ་ཡིན་ལ་འདི་གའི་ཁུལ་དྲི་བ་གནང་ཞིང། སྐྱབས་མགོན་རིན་པོ་ཆེ་གྲོང་མོར་ཕེབས་པའི་སྐབས་མ་ཕེབས་ཀྱི་སྔོན་ལ་སྲིད་བློན་སེར་མོ་བ་བློ་བཟང་བཀྲ་ཤིས་དང་ཀླུ་ཁང་པ་གཉིས་ལ་ཆབ་སྲིད་ཀྱི་སྲིད་སྐྱོང་བསྐོས་འདུག་སྲིད་བློན་བསྐོས་ནས་སྲིད་གཞུང་བསྐོ་གཞག་བྱས་ནས་འདུག་ཀླུ་ཁང་བསྐོ་གཞག་བྱས་སྐབས་སམ་སྟེ། བསྐོ་གཞག་གནང་ནས་ཆབ་སྲིད་ཀྱི་ཐུགས་འགན་ཆ་ཚང་གནང་སོང་ཆབ་སྲིད་ཀྱི་དབང་ཆ་ཆ་ཚང་ཁོང་གཉིས་གནང་བ་རེད་སྲིད་བློན་སྲིད་བློན་གཉིས་བསྐོ་གཞག་བྱས། སྲིད་བློན་གཉིས་སུ་བསྐོ་གཞག་བྱས་སོ་ལབ་པའི་སེར་མོ་བ་བློ་བཟང་བཀྲ་ཤིས་དང་ཀླུ་སྒང་པ་ཀླུ་སྒང་པ་གཉིས་གཉིས་ལ་གཉིས་བསྐོ་གཞག་གནང་ནས་ཆབ་སྲིད་ཀྱི་ཐུགས་འགན་ཆ་ཚང་ཁོང་གཉིས་ལ་སྤྲད་པ་རེད་ཁོང་གཉིས་གར་སོང་རེད་ད། རྫ་བྲག་གི་གནས་ཚུལ་ཆེན་པོ་བཞི་བོ་དེ་འདྲ་བྱུང་ན་མ་གཏོགས་གནས་ཚུལ་མང་ཆེ་བ་ཁྱེད་རང་གཉིས་ཐག་བཅད་ནས་འགྲིག་གི་རེད་ལབ། རྫ་བྲག་གི་གནས་ཚུལ་ཆེན་པོ་བཞི་བོ་དེ་འདྲ་བྱུང་ན་མ་གཏོགས་གནས་ཚུལ་ཆེན་གནས་ཆུང་ཡོངས་རྫོགས་ཁྱེད་རང་གཉིས་ཐག་བཅད་འགྲིག་གི་རེད་ཟེར་བ་བྱས་ཙང་སྐྱབས་མགོན་རིན་པོ་ཆེས་ཀྱིས་འོ་དེ་འདྲ་གནང་བ་རེད།

ད་ཆ་ཕན་ཚུན་ཞི་མོལ་ཐོག་ནས་འགྲིག་ཐབས་ལས་བྱེད་ཐབས་གཞན་མེད་པར་བརྟེན་ཆིག་སྟོང་བརྒྱ་དང་ལྔ་བཅུ་ང་བརྒྱད་གཟིགས་ཨ་དུམ་ཚ་གཉིས་པ་གཟིགས་ཨ། ད་ཆ་ཕན་ཚུན་ཞི་མོལ་ཐོག་ནས་གྲ་སྒྲིག་ག་ས་འགྲིག་ཐབས་ལས་བྱེད་ཐབས་གཞན་མེད་པར་བརྟེན་ང་ཕོད་ལ་ང་ཕོད་ལ་ཁོང་གི་ཞུ་མོལ་ལྟར་ང་ཚོ་ཨོང་ཆ་ཆ་ཚང་སྟེ་གཏན་འཁེལ་ཏེ་ང་ཕོད་ནས་ལྷེ་སར་བཏང་བའི་དཔོན་རིགས་གཅིག་ལ་ང་དང་ངའི་གཞུང་གིས་ཕྱིར་བསྐུལ་བ་ད་འདོར་འདོར་བའི་འདོར་བྱས་པས་ང་ཕོད་ང་དབང་འདོར་འདོར་བ་ཡིན་ན་ད།

སྐད་ཆ་བཤད་ས་དེ་ལྷད་ས་དང་ཡང་ན་རྒྱ་ནག་གི་དམག་མི་ཡོད་ས་ཆབ་མདོ་ལ་བྱོན་ན་ཆབ་མདོ་ལ་ཆབ་མདོ་ལ་བཤད་ན་བསམ་པ་རེད་ད་ཡིན་ན་རྒྱ་ནག་གཞུང་གི་རྩ་བ་གཉིས་ང་ཚོ་སྐད་ཆ་བཤད་ས་དེ་ལྷད་ས་ལ་བཤད་གི་མིན་ཆབ་མདོ་ལ་བཤད་གི་མིན། སྐད་ཆ་བཤད་ས་དེ་གར་བཤད་ན་པེ་ཅིང་རང་ལ་བཤད་གི་ཡིན་ལ་ད། པེ་ཅིང་རང་ལ་སྐད་ཆ་ཁྱེད་རང་ཚོ་སྐུ་ཚབ་བཏང་ཤོག། བྱས་ཙང་ང་ཚོ་པེ་ཅིང་ལ་སྐད་ཆ་བཤད་ཟེར་བ་དགའ་བ་ལ་དེ་དེ་འདུག་ཨ་དེ།

བྱས་ཙང་ང་ཚོ་འདི་ངེས་པར་དུ་ངའི་སྐོར་དང་གནད་འགག་རེད་ད་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་གཅིག་ལོ་དུས་དཔེ་མི་སྲིད་གནད་འགག་རེད། གྲོ་བསྟུན་དུས་ཚན་བཅུ་བདུན་བཞག་པའི་ལོ་དུས་རེད་གྲོ་བསྟུན་དུས་ཆེན་བཅུ་གྲོ་བསྟུན། དུས་ཚན་བཅུ་བདུན་བཞག་པའི་ལོ་དུས་རེད། བྱས་ཙང་སྐབས་དེ་དུས་གང་ལ་ང་ཕོད་ངག་དབང་འཇིགས་མེད་ཅེས་ཁོ་རང་རོགས་པ་མི་བཞིས་རྒྱ་ནག་ལ་སྐད་ཆ་བཤད་ག་ལ་བཏང་བ་རེད་མི་ལྔ་བཏང་བ་རེད་མི་ལྔ་བཏང་ནས་ད་དང་པོ་ཁ་ཆེ་རེད་མར་སེར་ཤོག་ཨ་འདས་འདས་དང།

དང་མདོར་བསྡུ་བ་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་གཅིག་ལོ་ལ་འདས་འགྲོ་བ་སྟེ། ང་ཕོད་ཟློས་ཟླ་དང་བཅུ་བ་སྟེ་ང་ཕོད་ཀྱི་རོགས་སུ་མི་སྣ་ཞིག་བསྐོ་གཞག་གནང་ནས་ས་ཁོངས་རྣམས་པེ་ཅིང་དུ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་གཅིག་ལོར་གྲོས་མོལ་ཆད་འཇོར་སྟག་སེར་པོ་ཁྲི་མདོ་སྟེ་ང་ཕོད་ཀྱི་རོགས་སུ་མི་སྣ་ཞིག་བསྐོ་གཞག་གནང་ནས་ཁོང་རྣམས་པེ་ཅིང་དུ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་གཅིག་ལོར་གྲོ་མོ་ལ་སྐད་ཆ་བཤད་ཆེད་དུ་གྲོ་མོ་ལ་སྐད་ཆ་བཤད་ཀྱི་ཆེད་དུ་འབྱོར་ལགས། གྲོ་མོས་སྐད་ཆ་བཤད་པའི་འབྱོར་བ་ཀ་ལ་ཉིན་ཉིན་དང་པོ་དེ་ལ་དོན་ཚན་བཅུ་ཅན་གྱི་དོན་ཚན་བཅུ་དོན་ཚན་བཅུ་ཡོད་པའི་གི་ག་ས་གནས་ཚུལ་གྱི་ཁོང་ཚོ་གི་རྒྱ་ནག་གི་འདི་འདི་འདི་འདི་ཡིན་ས་བྱེད་པའི་ཀ་ལ་སྐབས་དེ་དུས་ཀ་ལ་བོད་དེ་རྒྱ་ནག་གི་ཁུངས་གཏོགས་ཡིན་པའི་ལོ་ཡིན་པ་ལ་སོགས་པ་དང་དོ་དམ་དོན་ཚན་བཅུ་ཅིག་འཁོད་ཡོད་རེད་དེ་དོན་ཚན་བཅུ་འཁོད་ཡོད་པའི་གི་གནས་ཚུལ་ཅིག་བོད་པ་ནང་ལ་ཤེས་ཡོད་རེད་དེ་སྐབས་དེ་དུས་ཁོང་ལ་བོད་གཞུང་གི་སྐུ་ཚབ་མངའ་སྡེ་གི་རྩ་བ་གཉིས་ནས་ངེས་ལེན་བྱས་ཡོད་མ་ལ་བོད་རང་བཙན་གཙང་མ་ཡིན་རྒྱ་ནག་གི་ཁུངས་གཏོགས་མིན་ཉི་མ་མང་པོ་ཁྲག་པོ་བྱས་ཡོད་རྟ་ལས་སླ་པོ་བྱུང་ཡོད་མ་རྟ་པེ་མིན་ཉི་མ་མང་པོ་སྐད་ཆ་བྱས་ནས་གང་ཚེ་འདོར་ཐུབ་པ་ཡིན་ན་བོད་གཞུང་གི་རྩ་བ་གཉིས་ནས་བོད་གཞུང་གི་སྐུ་ཚབ་མངའ་སྡེ་གི་བོད་རང་བཙན་གཙང་མ་ཡིན་པའི་ཁུངས་སྐྱེལ་བྱས་ནས་ཚུལ་ནས་ཁས་ལེན་བྱས་ཡོད་མ་རེད་ལགས་ཁས་ལེན་མ་བྱས་པའི་ཁར་བྱས་ཏེ་ཡང་བསྐྱར་དེའི་སྒང་ལ། ཁྱོད་ལ་ཀུན་ལ་གཡག་བསད་པ་ན་ཁྱོད་དོན་བྱེད་བཅུ་ཀུན་ལ་ཡང་བསྐྱར་དོན་མཛད་བདུན་གཅིག་གནས་ནས་དོན་མཛད་བཅུ་བདུན་ས་བདག་ཆེན་ཆིངས་ཡིག་གྲོ་སྟོན་དོན་མཛད་བཅུ་བདུན་ས་བདུད་བྱུང་བ་འདྲ། གྲོ་སྟོན། དོན་མཛད་བཅུ་བདུན་ཟེར་བ་དེ་ནས་བྱུང་བ་འདྲ་དང་པོ་དོན་མཛད་བཅུ་ཞིག་སྟོན་པར་དོན་མཛད་བཅུ་དེ་ལ་བོད་གཞུང་གི་རྩ་བ་གཉིས་ནི་བོད་གཞུང་སྐུ་ཚབ་རྐྱང་བ་ནས་ཁས་ལེན་བྱས་ཡོད་མ་རེད་ཡང་བསྐྱར་དེའི་ཤུགས་དེ་ལ་དོན་མཛད་བཅུའི་སྒང་ལ་དང་མཛད་བདུན་གནས་ནས་བཅུ་བདུན་བཟོ་ནས་དོན་མཛད་བཅུ་བདུན་ཡིན། འདི་ལ་ཁས་ལེན་བྱས་ནས་བྱས་པའི་ཁས་ལེན་མ་འདི་ལ་ང་ཚོས་བྱས་ཡ་མེད། ད་ཐེངས་སྐབས་དེ་དུས་དོན་ཚན་བཅུ་བདུན་ནང་ལ་ཁ་ཤས་ཨའུ་སི་ཡག་པོ་དེ་འདྲ་ཡོད་རེད་སྐྱབས་མགོན་རིན་པོ་ཆེ་གིས་ག་ས་ཨོང་ཅག་ལ་འགྱུར་བ་གཏང་གི་མེད་ས་ཡོད་འདུག་ད་བོད་བོད་མིག་གི་འཚོ་བ་ཡར་རྒྱས་གཏང་གི་ས་ཡོད་འདུག་ཁས་ལེན་བྱས་ན་ཡག་པོ་ཁས་ལེན་ཙམ་བྱས་ཡོད་མ་རེད་བ་གྲོས་དོན་དོན་ཚན་བཅུ་བདུན་ནང་ལ་ཁ་ཤས་ལག་ལེན་བསྟར་བ་ནི་ཁ་ཤས་ཁ་ཤས་ཡག་པོ་ཡོད་རེད་དེ་ཡིན་ན་མང་ཆེ

ཀྱི་བཅུ་དང་པོ་ཉི་མ་དང་པོ་དུས་མཚོན་བཅུ་ཀྱི་ཁོངས་སུ་བཏོན་ཡོད་རེད་བ། དེ་ལ་ཁྱོད་ནས་ངོས་ལེན་བྱས་ཡོད་མ་རེད་བ། ངོས་ལེན་མ་བྱས་དང་དུས་དེའི་སྒང་ལ་དུས་མཚོན་བདུན་གྱི་སྣོན་པའི་ཡར་བཅུ་བདུན་བཞག་ནས་འདི་ལྷག་བྱས་ཡ་མེད། ད་དང་དུས་ཁྱེད་རང་ཚོ་དུས་མཚོན་བཅུ་བདུན་དེ་ངོས་ལེན་མ་བྱས་ཏེ་སྐབས་དེ་དུས་སྔར་བོད་གཞུང་གིས་དུས་མཚོན་བཅུ་བདུན་དེ་ལ་ཐམ་ཀ་བརྒྱབ་ཡོད་མ་རེད་བ། ཐམ་ཀ་ཟེར་ན་ཨིན་ཇི་ཀའི་ལ་སྟེམས། མ་བོད་གཞུང་གིས་བོད་གཞུང་དགའ་འདེམས་ཕྱོགས་ལས་རྣམས་ཀྱི་གསལ་ཏེ་སྟེམས་དེ་བརྒྱབ་ཡོད་མ་རེད་བ།

སེམས་ཀྱིས་མ་བསྐྱབས་པ་ཡིན་ན་ད་དུང་བོད་ལ་ད་དུང་བཙན་འཛུལ་བྱས་དང་མ་བྱས་ཀྱི་བོད་ལ་མནར་གཅོད་མང་བཏང་གི་མནར་གཅོད་མང་བཏང་བ་དང་ཆབས་ཅིག་ཏུ་ཁྱེད་རང་ཚོ་སྲོག་སྲོག་བདག་བཏང་གི་ལབ་པ་རེད་སྐབས་དེ་དུང་གི་ད་ཁོ་རང་གི་སྲོག་ལ་ད་ག་ས་ཕངས་པ་བྱུང་ཡོད་ན་མེད་ན་གང་བྱས་བོད་ལ་ད་དུང་བཙན་གནོད་ཆེན་པོ་བཏང་གི་ཡིན་ཞེས་ཡིན་གི་ད་དུང་དཔོན་མིག་ལ་བོད་ལ་བཙན་གནོད་དྲག་པོ་བཏང་གི་ཡིན་ལབ་པའི་རྒྱུ་མཚན་ལ་བརྟེན་ནས་ཇེ་བཟང་བའི་མི་ནག་གི་མི་རྣམས་མི་ལྔ་སྟེ་གང་ཚེ་དོན་ཚེ་དོན་གཅིག་ཏུ་ངོས་ལེན་བྱས་ཡོད་མ་ད་བཙན་དབང་བཏང་ནས་བཙན་དབང་བཏང་ནས།

གཡུར་ཟའི་ལྷས་ས་ལ་འབྱོར་བ་རེད། ལྷས་སར་འབྱོར་བར་སྐུ་གར་ལབ་པ་རེད་ང་རྒྱལ་ཁབ་ཅིག་གི་གྲ་སྒྲིག་དུ་བྱས་ཡོད་རྟགས་ཕེབས་བསུ་ཞུས་ཡོད་རེད་བོད་གཞུང་གི་ཕེབས་ལེན་བོད་ཞུ་ཡི་རིང་སྐུ་གར་ལབ་སོང་ན་ང་རྒྱལ་ཁབ་ཆེན་པོ་ཅིག་གི་དམག་དཔོན་གཅིག་ལ་སྒུར་བ་གི་ཕེབས་བསུ་དེ་གྱོན་ག་ས་དཔེ་མི་སྲིད་བྱུང་མ་སོང་མདོར་གྲ་སྒྲིག་ཡག་པོ་བྱུང་མི་འདུག་བ་དེ་འདྲ་ཡིན་ཅེས་བཤད་ཡོད་རེད་བྱས་ཙང་དེ་རྒྱ་སྐབས་དེ་དུས་ཁོས་བཀའ་ཟེར་ན་ང་བོད་ལ་འབྱོར་བའི་སྐབས་ལ་ང་དཔེ་མི་སྲིད་ཀྱི་རྒྱ་ནག་གི་དམག་དཔོན་ཆེན་པོ་གཅིག་རེད་དེ་རྒྱ་ནག་གཅིག་གི་རྒྱལ་ཁབ་ཆེན་པོ་གཅིག་གི་དམག་དཔོན་དེ་ལྷས་སར་སླེབས་པའི་སྐབས་ལ་ཁྱེད་ཚོ་གིས་ང་ཚོ་ངའི་གོ་གནས་དང་འཚམས་པའི་གི་གྲ་སྒྲིག་འཐུས་ཚང་བྱས་མི་འདོར་དུ་བས་ན་ཁོ་ལ་གྲ་སྒྲིག་ཡག་པོ་བྱས་མི་འདུག་ཁོ་འདོད་བློ་ཁང་ཡོད་མ་འོ་དོ་འདོད་བློ་དམག་དཔང་གི་ལོ་རྒྱུས་ཞེས་པ་དེ་འདྲ་ཡོད་རེད། ད་སྐབས་དེ་དུག་གམ་དེ་དྲི་བཟང་དེ་ད་ལྟ་ངས་ལ་ཡ་དེ་དེ་རིང་གི་ལ་ཡ་དེ་གར་ལ་བབས་སོང་ལ་དོན་ཚན་དང་པོ་བཀག་སོང་ལ་བ་ཡིན་ན་ཕྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞབས་བརྒྱད་ལོ་ལ་རྒྱ་ནག་གུང་ཁྲན་གྱིས་བོད་ལ་གསོ་བ་བཏང་ནས་གསོ་བ་ག་རེ་གར་བྱེད་ཅིག་བྱེད་དེ་ཞུ་དང་ཕྱི་ལོ་ཆིག་སྟོང་ལྔ་བཅུ་ལྔ་བཅུ་ལོ་ལ་རྒྱ་ནག་གིས་ཁ་སང་བོད་ལ་དཔེ་མི་སྲིད་ཀྱི་བཙན་འཛུལ་བྱས་པའི་སྐབས་ཉེན་ཁ་གནས་ཚུལ་ཆགས་པའི་སྐབས་ལ་ཨ་རི་དང་རྒྱ་གར་དང་བལ་ཡུལ་དང་དེ་ཚོ་ལ་ང་ཚོ་སྐུ་ཚབ་བཏང་གི་ཡིན་ཁྱེད་ཚོ་ང་ཚོ་ལ་རོགས་རམ་བྱེད་ནས་སུ་གཅིག་གིས་ངོས་ལེན་བྱས་མེད་བ་དེ་ནས་དེའི་ཤུགས་དེ་ལ་བོད་ཆོས་སོགས་སུ་ནི་ཛྭ་དྲག་གི་གནས་ཚུལ་གྱུར་པའི་སྐབས་ལ། སྐྱེང་པོ་རིན་པོ་ཆེ་ལ་ལྷ་མིའི་ཡོངས་རྫོགས་ཀྱི་ལྷ་དེ་མིའི་ཡོངས་རྫོགས་ཀྱི་ཆབ་སྲིད་ཀྱི་ཐུགས་འགན་བཞེས་རོགས་གནང་ཟེར་བའི་སྐབས་ལ་དམ་པ་སྐྱེང་པོ་རིན་པོ་ཆེ་གིས་ད་ལྟ་ང་ལོ་ཆུང་ཆུང་ཡིན། སྐུ་ཕྲེང་བཅུ་གསུམ་པས་ཀྱང་ལོ་བཅོ་བརྒྱད་ལ་དགུང་ལོ་བཅོ་བརྒྱད་ཕེབས་པའི་སྐབས་མ་གཏོགས་ཆབ་སྲིད་ཐུགས་འགན་བཞེས་མི་འདུག། ལོ་ཆུང་ཆུང་ཡིན་པ་གང་ཤེས་ད་དུང་ཆོས་ཀྱི་སློབ་སྦྱོང་བྱས་མང་པོ་ཡོད་ཡོང་ས་མ་རེད་ཟེར་བའི་སྐོར་ལ་ཡང་བསྐྱར་ཐེངས་གཉིས་པ། ཡར་ལྷ་དང་མིའི་ཚང་མ་གིས་གསོལ་བ་བཏབ་པའི་སྐབས་ལ་སྐྱབས་མགོན་རིན་པོ་ཆེ་གིས་ལུགས་གཉིས་ཆབ་སྲིད་ཀྱི་ཐུགས་འགན་བཞེས། ལུགས་གཉིས་ཆབ་སྲིད་ཀྱི་ཐུགས་འགན་བཞེས་མ་ཐག་ཏུ་ཕྱག་ལས་དང་པོ་དེ་ག་རེ་གནང་ཡོད་རེད་ལབ་པ་ཡིན་ན་བོད་ནང་ལ་ཡོད་པའི་གི་བཙོན་པ་ཡོད་དོ་ཅོག་གློད་གྲོལ་བཏང་བ་རེད་ལབ། གློད་གྲོལ་བཏང་བ་དང་ཆབས་ཅིག་སྐབས་ད་ཐེངས་ཕྱུག་བསྡུ་ལ་ཕྱིར་ལོག་འགུལ་རྒྱུ་ལྔ་བཅུའི་ཐང་ཡིན་གྱི་རེད་སྐྱབས་མགོན་རིན་པོ་ཆེ་སྐུའི་གཅེན་པོ་འཇིགས་མེད་འཇིགས་མེད་ཐུབ་བསྟན་ནོར་བུ། ཡང་ན་སྟག་རྩ་རིན་པོ་ཆེའི་མདོ་སྨད་ལ་བཞུགས་ཏེ་ཡོད་ར་བ་མགོན་པོ་མགོན་པ་ལ་བཞུགས་ཏེ་ཡོད་ར་བ་སྐྱབས་མགོན་རིན་པོ་ཆེ་ཆིག་སྟོང་དགུ་བརྒྱ་སུམ་ཅུ་སོ་དགུ་ལ་མདོ་སྨད་ལྷས་མདོ་སྨད་འཁྲུངས་ཡུལ་མདོ་སྨད་ལྷས་མདོ་སྨད་ནས་ལྷས་ས་ལ་ཕེབས་པ་ར་བ་སྐུའི་གཅེན་པོ་འཇིགས་མེད་ཐིག་སྟོང་ནོར་བུ་ཡང་ན་སྟག་རྩ་རིན་པོ་ཆེ་རྒྱ་ནག་ལ་བཞུགས་ཏེ་ཡོད་ར་བ་སྐབས་དེ་དུས་གང་ལ་རྒྱ་ནག་གཞུང་གིས་ཁོང་སྐྱབས་མགོན་རིན་པོ་ཆེ་སྐུའི་གཅེན་པོ་ཡིན་པ་གནད་འགག་མཐོང་ནས་སྐྱབས་མགོན་རིན་པོ་ཆེ་སྐུའི་གཅེན་པོར་ཁ་ལ་ཁྱེད་རང་ལྷས་ས་ལ་འགྲོ་དགོས་རེད། ལྷས་ས་འགྲོ་ནས་སྐྱབས་མགོན་རིན་པོ་ཆེ་འབྲེལ་འདྲེས་ཞུས་ནས་སྐྱབས་མགོན་རིན་པོ་ཆེ་ལ་བོད་གཞུང་དེ་རྒྱ་ནག་གིས་མངའ་བ་ལ་འཛུགས་དགོས་རེད་སྐྱབས་མགོན་རིན་པོ་ཆེ་རེ་འདུན་ཞུས། ད་དེ་འདྲའི་རེ་འདུན་ཞུས་ནས་སྐྱག་ངོ་རིན་པོ་ཆེ་ཞལ་བཞེས་གནང་སོང་ན་ཁྱེད་རང་ལས་དོན་འགྲུབ་སོང་ན་ཁྱེད་རང་ལ་དཔེ་མི་སྲིད་གི་ཡ་ནག་གཞུང་གི་གོ་གནས་ཆེན་པོ་ཞེ་པོ་དྲེགས་ཡིན་སླ་བ་རེད་སྐྱག་ངོ་རིན་པོ་ཆེ་སྐུའི་གཅེན་པོ་འཇིགས་མེད་ཐུགས་དུང་ནོར་བུས་ཞལ་བཞེས་གནང་ཡོད་མ་རེད་བ། མ་གནང་བ་དེ་ནི་ཁོང་རང་གི་སྐུ་སྲོག་ལ་ཡང་ཉེན་ཁ་ཡོད་རེད་ཁྱེད་རང་ཉེན་ཁ་ཡོད་པ་ལ་བརྟེན་ནས་ཉེན་ཁ་ཡོད་པ་དེ་ཁྱབ་ཆེད་དུ་ཁོང་གི་གར་དགོངས་པར་སླ་ཡོད་ན། ད་དེ་གནས་ཚུལ་ཡོངས་རྫོགས་འདོད་མོས་ཀྱི་གནས་ཚུལ་ཡོང་རྒྱུར་སྐྱག་ངོ་རིན་པོ་ཆེ་ཞུ་ཡག་དེ་མཁྱེན་ཡག་དེ་དཔེ་མི་སྲིད་གལ་ཆེན་པོ་འདུག་དགོངས་ནས་སྐྱག་ངོ་རིན་པོ་ཆེ་གི་སྐུའི་གཅེན་པོ་འཇིགས་མེད་ཐུགས་དུང་ནོར་བུ་གིས།

ད་དེ་ལྟ་བུ་བྱེད་ས་དྲག་པོའི་དམག་གི་ཐོག་ནས་ཁ་གཏད་བཅག་ཐུབ་བཅག་ཐུབ་ཡ་མེད་པ་དང་བཅག་མི་རུང་བ་མཁྱེན་ནས་བཅག་ཐུབ་པ་དང་བཅག་མ་ཐུབ་པ་དང་ཡང་བཅག་ན་ཡང་འགྲིག་གི་ཡོད་མ་རེད་བ་སྐྱབས་མགོན་རིན་པོ་ཆེ་སྙིང་རྗེ་རང་བཟོ་རེད་བ་བྱེད་ས་སྐད་ཆ་བཤད་གི་ཆེད་དུ་སྐྱབས་མགོན་རིན་པོ་ཆེ་གི་ཡི་གེ་ཅིག་བོད་རྒྱ་ནག་གཞུང་ལ་བཏང་བ་རེད་ལ་རྒྱ་ནག་གི་དམག་དཔོན་བརྒྱུད་ནས་རྒྱ་ནག་ལ་ཡི་གེ་དེ་གནང་ལ་གར་སོང་ལ་ཡིན་ན་རྒྱ་ནག་དང་བོད་གཉིས་སྔོན་མ་བར་ལ་དཔེ་མི་སྲིད་འགྲིག་རྒྱ་ནག་བོད་གཉིས་བོད་སྔོན་མ་སྔོན་མ་ནས་འབྲེལ་བ་བཟང་པོ་ཞིག་ཡོད་རེད་གནད་འགག་འབྲེལ་བ་དེ་སྐྱོན་ཤོར་ཡོད་རེད། དེ་འབྲེལ་བ་དེ་སླར་གསོ་བྱེད་ཡག་གི་ཆེད་དུ་ང་ཚོར་སྐད་ཆ་བཤད་འདོད་ཡོད་ཟེར་བའི་སྐབས་ལ་རྒྱ་ནག་གི་སུད་ཀྱི་ལན་སྤྲད་ཡོད་མ་རེད་བ། ད་དེ་ལྟ་བུ་འདམ་རྡོ་དཔེ་གནས་ནས་འདུག་སྟོད་སྨད་ནས་རྫ་བྲག་གི་གནས་ཚུལ་ཆགས་པའི་སྐབས་ལ་སྐྱབས་མགོན་རིན་པོ་ཆེ་སྐུ་སྲོག་དང་ཉི་མ་གཅིག་ལྷེ་ས་ལ་ཡང་དེ་ལྟ་བུ་རྫ་བྲག་བསྒྱུར་རྒྱུ་ཡིན་པ་མཁྱེན་གྱི་ཡོད་རེད་བ་ཧ་གོ་གི་ཡོད་རེད་བ་རྒྱུ་མཚན་དེ་ལ་བརྟེན་ནས་སྐྱབས་མགོན་རིན་པོ་ཆེ་ལ་སྐྱབས་མགོན་རིན་པོ་ཆེ་ལ་ལྷ་དང་མི་ཡོངས་རྫོགས་ཀྱི་གནས་སྐབས་ར་གྲོ་མོ་ལ་ཕེབས་རོགས་གནང། དེར་ལྷས་ས་ལ་མ་བཞུགས་རང་སྲེག་པའི་སྐབས་ལ་སྐྱེ་བོ་རིན་པོ་ཆེ་དང་པོ་ཕེབས་འདོད་བྱུང་ཡོད་མ་དང་ཡིན་ན་ཡང་ཐ་མ་ལྷ་དང་མི་ཚང་མ་གིས་གསོལ་བ་བཏབ་པ་ལ་བརྟེན་ནས་སྐྱེ་བོ་རིན་པོ་ཆེ་གནས་སྐབས་རིང་གྲོ་མོ་ལ་ཕེབས་ཡ་ཆེ། གྲོ་མོ་ལ་མ་ཕེབས་པའི་སྔོན་ལ་སྲིད་བློན་གཉིས་བསྐོ་བཞག་བྱས་སྲིད་བློན་གཅིག་སྲས་མོ་བུ་བཟང་གྲྭ་བ་བྱས་གྲྭ་བ་དེ་གའི་མིང་ལ་བློ་བཟང་གྲྭ་ཞེས་བྱས་སྲིད་བློན་ཀླུ་སྒང་པ་ཀླུ་སྒང་པ་བསྐོ་བཞག་གནང་ནས་ཁོང་གཉིས་ལ་ཆབ་སྲིད་ཀྱི་ཁྲིད་དབང་ཆ་ཆ་ཚང་བསྐྲུན་པ་རེད་ལ་ཁོང་གཉིས་གར་སོང་བ་རེད་གནས་ཚུལ་མཛའ་གྲགས་ཆེན་པོ་ཞིག་མུ་མཐུད་བྱུང་སོང་ལ་ང་ལ་སྐད་ཆ་དྲིས་འདུག་དེ་མ་གཏོགས་གནས་ཚུལ་ཡོངས་རྫོགས་ཚོ་ཁྱེད་རང་གཉིས་ཐག་བཅད་ནས་རིག་གི་རེད། འོག་དེ་ལྟ་བུ་བྱེད་ས་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་བཅུ་ལོ་ལ། སྐྱབས་མགོན་རིན་པོ་ཆེ་གིས་གྲོ་མོ་ཆེ་སྐད་ཆ་བཤད་ཁོ་རང་གི་ཐབས་ཤེས་གནང་བ་ལ་བརྟེན་ནས་རྒྱ་ནག་གིས་ད་སྐད་ཆ་བཤད་དགོས་སུ་ཁྱེད་རང་ཚོ་སྐུ་ཚབ་བཏང་ཆོག་ཟེར་བའི་སྐབས་ལ་ང་ཕོད་ངག་དབང་འཇིགས་མེད་དང་མི་བཞི་བཅས་མི་ལྔ་ང་ཕོད་རྔམ་བྱང་གཙོ་བོ་བཅས་མི་བཞི་གིས་བསྐོ་བཞག་བྱས་ནས་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་གཅིག་ལོ་ལ། སྐད་ས་གཅིག་དང་སྐད་ཆ་བཤད་ཡག་གི་དུས་ཚོད་བཟོ་བ་རེད་ཡིན་ན་སྐྱབས་མགོན་རིན་པོ་ཆེ་གི་ལྷས་ས་ཡང་ན་ཆབ་མདོ་ནང་ལ་སྐད་ཆ་བཤད་ཡག་གི་ཐུགས་འདོད་གནང་ཡོད་རེད་རྒྱ་ནག་གཞུང་གིས་རྩ་བ་གཉིས་འགྲིག་གི་མ་རེད་སྐད་ཆ་བཤད་ས་དེ། རྒྱ་ནག་པེ་ཅིང་ལ་ཡིན་ཟེར་མདོག་བསྡུར་བ་ཡིན་ན་ཕྱི་དུ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་གཅིག་ལོ་ལ་ང་ཕོད་ངག་དབང་ཆེན་ནས་མི་ཞིག་རྒྱ་ནག་ལ་འབྱོར། རྒྱ་ནག་ལ་འབྱོར་ནས་སྐད་ཆ་བཤད་སྐད་ཆ་བཤད་ནས་དང་པོ་སྐད་ཆ་བཤད་ཉི་མ་དང་པོ་ཉིན་མོ་དེ་དོན་ཚོད་བཅུ་འཁོད་པའི་གིས་གནས་ཚུལ་གྱི་གསལ་བསྒྲགས་བྱས་པའི་སྐབས་ལ་ཤེས་པའི་དགོས་ལ་བོད་གཞུང་གི་སྐུ་ཚབ་ང་དེ་རྩ་བ་ཉིད་ནས་ཁས་ལེན་བྱས་ཡོད་མ་རེད་བོད་རང་བཙན་གཙང་མ་ཡིན་ཁྱོད་ནས་ཁས་ལེན་མ་བྱས་པ་དེ་ནི་རྒྱང་ལ་བྱེ་ཐག་ཁྲིའུ་ཡོངས་མ་ཡང་བརྒྱ་དེའི་སྒང་ལ་དུས་མཚོན་བཅུའི་སྒང་ལ་དུས་མཚོན་བདུན་ནས་ནི་དུས་མཚོན་བཅུ་བདུན། གྲོ་ཐུན། གྲོ་ཐུན་ཡོངས་མར་དག་རྫུན་མ་བཤད་པ་རེད། གྲོ་ཐུན་དུས་མཚོན་བཅུ་བདུན་བཞག་ནས་ད་འདི་ལྷག་བྱས་ཡ་མེད། འདི་ལ་ཁྱེད་རང་ཚོ་ངེས་ལེན་མ་བྱས་པ་ཡིན་ན། ཁྱེད་རང་ཚོ་བོད་ལ་ཡང་བཙན་འཛུལ་བཏང་ཡ་བོད་ལ་དང་དུ་དྲག་པོ་བཏང་ཡ་དེ་མང་དུ་བཏང་གི་ཡིན། དྲག་དྲག་གནོན་ཆེ་རུ་བཏང་གི་ཡིན། ཁྱེད་རང་ཚོ་སྲོག་ལ་ཡང་ཉེན་ཁ་ཡོད་སྲིད་པ་སྐབས་ལ། ང་བོད་ངམ་གཙོ་བོ་གྱུར་པའི་གི་མི་ཞིག་དེ་གི་ཁ་བྱེ་ཐག་ཁྱོན་ནས་མ་བྱུང་བར་བ། བོད་གཞུང་གི་དམ་ཕྲུག་སྐྱོན་ཡོན་ཡོད་མ་རེད་བོད་གཞུང་གི་དམ་ཕྲུག་རྒྱག།

གྲུ་གཟིངས་དུས་མཚན་བཅུ་བདུན་བཀོད་པའི་གནས་ཚུལ་དེ་ཆིག་སྟོང་དགུ་བཅུ་ལྔ་བཅུ་ང་གཅིག། སྤྱི་ཟླ་ལྔ་པའི་གི་ཚེས་ཉིན་རྩ་གསུམ་ལ་ཞག་ཡིན་པ་ཡོད་དེའི་བར་དུ་ཕྱིན་པ་རེད། བྱས་ཙང་ཁྱེད་རང་ཚོ་ད་ལྟ་ངའི་ཀློག་དེབ་དེའི་ཚིག་བསྟན་སུའང་དེ་རིང་དཔེར་ན་བརྒྱ་དང་ལྔ་བཅུ་ང་གཅིག་ནས་བྱས་ནས་ང་ཚོ་ལྟ་གི་ལྟ་གི་ཕྱིན་པ་ཡིན་ན་ད་བརྒྱ་དང་ལྔ་བཅུ་ང་བདུན་བར་དུ་ཕྱིན་པ་རེད་ད་དེ་ཤུགས་དེ་ལ་སེམས་ཉིད་ཨ་མྱེས་གར་འགྲོ་ཟེར་ལབ་པ་ཡིན་ན་སྐབས་དེ་དུས་གང་ལ་རྒྱ་ནག་གིས་དེ་ལྟ་བུ་བཙན་འཛུལ་བྱས་པའི་སྐབས་ལ། བཙན་འཛུལ་བྱས་པའི་སྐབས་ལ། བོད་ཀྱི་སྲིད་བློན་པ་སྲིད་བློན་ཀླུ་སྒང་པ་དཔེ་མེད་སུ་བློ་ཁོག་ཆེན་པོ་ཉམས་མྱོང་ཡོད་མཁན་ཁོ་རང་གིས་རྒྱ་ནག་གཞུང་ལ་ག་རེ་ག་རེ་ལན་རྒྱབ་ཤག་ཨོ་དེ་གནས་ཚུལ་སྐོར་དེ་ང་ཚོ་བྱེ་མ་བྱེ་མའི་ཚོགས་འདུའི་ནང་འགྲོ་ཡ་ཡིན་བྱས་ཙང་ངེས་པར་དུ་ཀློག་དེབ་ཀློག་རོགས་གནང་ད་ལྟ་ངས་ཁ་ཁྱེད་རང་དོན་ཚན་དྲུག་བརྒྱད་དགུ་ཅིག་འགྲོ་སོང་ཨོ་དེ་དོན་ཚན་བརྒྱད་དགུ་དེ་ངས་ཁྱེད་རང་ཚོ་ཕག་ནང་ལ་བཏང་ཡོང་གོ་ཨོ་དེ་ལ་ལྟ་གི་ལྟ་གི་ལྟ་གི་བྱས་ན་ཁྱེད་རང་ཚོ་ཀློག་དེབ་ཀློག་གི་ཀློག་གི་ངས་ད་ཀློག་དེབ་དེ་སྲིད་བསྟན་ཡིན་པ་ཨོ་ལྟ་གི་ཏུ་ཀློག་གི་ཀློག་གི་བྱས་པ་ཡིན་ན་དཔེ་མི་སྲིད་གི་ལས་སླ་བོ་ཆགས་ཀྱི་རེད

བྱས་ཙང་ཚང་མ་དཔེ་མི་སྲིད་ཀི་ཡག་པོ་སེམས་པའི་རེ་བ་དང་ཆབས་ཅིག་ཏུ་མ་མཁྱེན་པ་ཡོད་ན་གསལ་བོ་བྱས་ནས་ཚུར་དྲི་བ་གནང་ཡག་གི་རེ་བ་ཞུ་གི་ཡིན་མཚན་ཚང་མ་ག་བ་ཕེབས་པ་ཡིན་ན་ག་བ་བཞུགས་པ་ཡིན་ན་ཡང་བསྟན་པོ་གནང་རོགས་གནང་ཞུ་མཚན་ཚང་མ་ལ་ཚང་མ་ཐུགས་རྗེ་ཆེ་བཀྲ་ཤིས་བདེ་ལེགས།